དྲ་གྲོགས་ཀྱི་སྤུན་གྲོགས་ཡོངས་ལ་ད་རིང་ནས་ཐོག་མ། སྐྱབས་མགོན་དོན་གྱི་བདག་པོ་མཆོག་གི་རྒྱལ་བའི་སྐུ་ཡི་བླ་ས་ཡི་ལྷ་སྐར་བཟང་ཞུ་བ་དང་སྦྲགས། ལྷན་གྱི་སྐུ་ཁམས་བཟང། ད་ད་རིང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི། ཚེས་ནས་ད་ཕལ་ཆེར་ངོ་དེབ་ཐོག་ལ་ཐད་གཏོང་ཐོག་མ་དེ་བྱ་ཡི་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་བཅུ་གཉིས་ནང་ལ་ཐད་གཏོང་གཅིག་གི། ཟླ་མཇུག་ལ་ཐད་གཏོང་གཅིག་གི་འགྲོ་ཡིན་བསམ་ཟིན། ཨ་ནི་དེའི་རྗེས་ནས་ད་ད་ལྟ་བར་དུ། ཨ་ནི་དེ་ངོ་དེབ་ཐོག་ལ་ཐད་གཏོང་དང་ཨ་ནི་དྲ་རྒྱ། YouTube དང་དེ་འདྲའི་ཐོག་ལ་གང་ཡང་ཨ་ནི་མཉམ་ཞུགས། བྱས་རང་མ་སོང། བྱེད་མ་གོ་བའི་གི་རྒྱུ་མཚན་དེ་ཨ་ནི། རྣམ་པ་ཚང་མའི་ཁེངས་སེ་རེད་ད་ལྟ། གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག། ཨ་ནི་ཞབས་སོར་འཁོད་ནས་ཨ་ནི། བཀའ་ཆོས་གསུང་ཆོས་ཨེ་བཀའ་སློབ་བཀའ་དྲིན། གང་འདྲའི་ཅིག་བརྩེ་ཡོད་མེད་ནི་ང་ཚོ་ཚང་མས་ཀྱིས་གསན་གཟིགས་ཐུབ་པ་བྱུང་ཡོད་རེད། ཁོང་གི་བཀའ་སློབ་རྩ་ཆེན་འདི་ནང་ལ་ང་ཚོ་ཚང་མ་ད་དེ་བས་ཀྱིས་ག་རེ་བྱས་ཡོད་པ་དེ་རྒྱབ་ལ་བཞག་བྱས་ནས་ཕྱི་ལོ་གསར་པ་ནས་ཕྱི་ནས་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་བྱམས་དང་སྙིང་རྗེ་འཚེ་བ་མེད་པའི་ཀྱི་ཐོག་ནས་ང་ཚོ་ཚང་མས་ཀྱིས་ལག་ལེན་འཁྱེར་དགོས་ཡོད་པ་དེའི་ཐོག་ལ་གསུངས་ཡོད་ར་སོང་ཙང་ང་རང་ཡིན་ན་ཀྱེ་ད་རྩ་བའི་བླ་མ་ཁོང་གི་ཐུགས་རྗེ་ཆེ་ལ་འོད་གསལ་ལ་ད་ད་ད་བར་དུ་ད་འདུ་ཤེས་ཀྱི། ནས་ཡ། ད། འགྲོ་ཐུབ་པ་དང་ཨ་ནི་ད་ལྟ་མི་ཚེ་འདི་འདུ་ཞིག་སྐྱེལ་ཐུབ་པས་དེ་གོང་ས་མཆོག་གི་ཐུགས་རྗེ། བྱིན་རླབས་ལ་ད་ནི་བྱུང་ཡོད་འདུག་ག་ནི་ནི། ཁོང་གི་བཀའ་དགོངས་སྒྲུབ་ཡ་འདི་ང་ཚོའི་གི་ད་སོ་སོའི་རྩ་བའི་བླ་མ་ལ་ཡ། མཆོད་པ་ཕུལ་ཡ། ཨ་རྩ་བའི་བླ་མ་ལ་དད་གུས་དམ་ཚིག་ཡོད་པ་ཡིན་ན། ཨ་ནི་ཐོག་མ་དེ་འདི་རེད་དོ། ཁོང། སོ་སོའི་རྩ་བའི་བླ་མ་གི་བཀའ་དང་དགོངས་པ། བཀའ་ག་རི་བཀའ་དགོངས་ག་རི་ཡིན་པ་འདི། ཨ་ནི་ད་བརྒྱ་ཆ་བརྒྱ་ནས་གཅིག་གཉིས་གསུམ་བརྒྱ་ཆ་བརྒྱ་བར་དུ་སྒྲུབ་ཐུབ་པས་དེ། གཙོ་བོ་དེ་འདི་རེད་དོ། སོང་ཙང་བཏང། འདི་ཕྱི་ནས་ད་ལྟ་བར་དུ་ལྟ་ཅི་ཚོ་དྲ་རྒྱ་ནང་ལ་དོན་ཕྱི་ནས་ཨ་ནི། ལྟ་ཅིག་སྐད་ཆ་བཤད་བསྡད་ན། ཨ་ནི་ག་འདྲས་ཅིག་ཆགས་ཀྱི་ཡོད་ན་དེ་ལས་ལྟ་གོང་པ་གཞི་བཟུང་གི་ཁོང་གི་བཀའ་དགོངས་གཞི་བཟུང་གི་ཨ་ནི་སོ་སོས་ཀྱི་ནུས་པ་ག་བ་ལ་སྤུངས་ཡོད་ན་སྤྱི་བ་ལ་ཕན་པ་དང་བོད་མི་སྒྲིག་འཛུགས་ལ་ཕན་པ་དང་ཨ་ནི་ལྷག་པར་དུ་ད་ང་ཚོ་བོད་ཆ་སྤྱི་བའི་བོད་ཀྱི་རྩ་དོན་ཆེད་དུ་ཕན་པ་དེ་འདྲའི་ཐོག་ལ་འབད་བརྩོན་ནས་ཨ་ནི་འདི་ཕྱི་ཚོ་དྲ་རྒྱ་ནང་ལ་དོན་ཕྱི་ནས་ཨ་ནི་ཅིག་མ་ཞུས་ན་བསམ་ཟུར་བ། འདི་ཕྱི་ནས་ད་ད་ལྟ་བར་དུ་ལྟ། ཅིག་གིས་བཅར་ཐུབ་མ་སོང། ད་ད་རིང་ཨན་འདུས་ཅིག་བཅར་དགོས་ཡས་ཀྱི་དགོས་པ་རྒྱུ་མཚན་དེ་ཡང། ད་སྤྱི་ཚོགས་ནང་ལོགས་ལ་བསྡད་བཅུག་གི་མི་འདུག་བ་ཨ་ནི། གར་ཞུ་གོ་ད་ང་ཚོ་ཚང་མ་བོད་པ་རེད་ང་ཚོ་ཚང་མ་ནང་པ་སངས་རྒྱས་པའི་གི་ད་འདིར་བ་ང་ཚོ་ཚང་མ་ནང་པ་སངས་རྒྱས་པའི་གི་ཆོས་ལ་དད་པ་དམ་ཚིག་ཡོད་པ་ལྷག་པར་དུ་ཨ་ནི་ང་ཚོའི་གི། བོད་རྒྱལ་ཁབ་ཆེན་པོ་འདི་ཨ་ནི་རྒྱ་ནག་དམར་གཞུང་བ་ལ་ཤོར་ཡོད་རེད་ང་ཚོ་དངོས་གནས་དྲང་གནས་གི། བཙན་བྱོལ་ནང་ལ་ལ་འབྱོར་དགོས་ཡས་དེ་ཧ་ཆེའི་འུ་ཐུག་ནས་ཨ་ནི་འབྱོར་ཡོད་རེད་བ། ད་ཡིན་ནི་གི་ང་ཚོའི་གི་བཙན་བྱོལ་ནང་ལོར་སྤྱི་ཚོགས་ཆུང་ཆུང་རེད་ཨ་ནི་བོད་མི་གི་ད་ལྟ་མི་འབོར་ཆུང་ཆུང་རེད། ཉུང་ཉུང་འདི་ནང་ལོར་གི་ཡང། བཀྲ་མ་ཤིས་བ་དཀྲུག་དཀྲུག་བཏང་ནི་ཨ་ནི་བཙོ་ག་དེ་མ་བཅུག་གི་བཅུག་གི་མི་འདུག་བ་ཨ་འདི་གང་ལ་གི་སྤྱི་བའི་རྐུབ་བཀྱག་ང་ལ་ཞུགས་བྱས་ནི་ཕྱག་ལས་གནང་ངེས། ཚོས་གི་ཕྱག་ལས་ཡག་པོ་མ་གནང་ན་ཨ་ནི་མི་མང་འུ་ཐུག་ནི་ཨ་སྐད་ཤོར་ནི་ཡ་དོན་གོ་ཐུག་གི་འདུག་བ་ཨ་ད་རིང་གི་དོན་ཚན་འདི་ཨ་ནི་གནད་དོན་གལ་ཆེན་པོ་གསུམ་བྱས་ཨ་ནི་དེ་ནི་མ་ཡང། ཡ་མ་ཏི་ཅིག་ཐོས་བ་འགྲོ་ཅིག་ད་སོ་སོའི་བསམ་ཚུལ་ཤེས་ཡོང་འདུག་ག་ནི་ཚོར་བ་ཆེན་པོ་ཐོན་ནས་མ་དོན་ཡོང་གི་འདུག་ག་དང་པོ་དེ་འདི་ཡིན་ད། སྤྱི་འཐུས་རྣམ་པ་ཚོ་ཕྱོགས་སྐྱོད་ཕེབས་ཀྱི་འདུག་ག་འཚམས་གཟིགས་འདི་ཐོག་ལ་གཅིག་ཡིན་རུང་དེ་ཉུང་ཉུང་ཅིག་ཡོད་ཨ་ནི་དེ་ནས་གཉིས་པ་འདི་ད་རང་བཙན་ཁ་ལ་འཁྱེར་ནས་རང་བཙན་རྩོད་ངེས་ཅིག་འདུག་ག། ང་ཚོ་བོད་པ་ནང་ལོགས་ལ་རང་བཙན་རྩོད་མཁན་ཨ་ནི་རང་བཙན་ཁ་ལ་འཁྱེར་ནས་ཨ་ནི། དང། སྤྱི་ཚོགས་ནང་ལོ་ལ་མ་དོན་ཕྱི་ནས་ནི་གསུང་བཤད་གནང་ཉན་དེ་འདྲའི་དུ་བ་འདིའི་ཐོག་ལ་གཅིག་བྱས་འདི་ཉོ་ཉོ་བྱེད་ཡོད་ཨ་ནི་གནད་དོན་གསུམ་པ་འདི། ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི། སྐུ་གཟིགས་པ་ཁྲོ་ཁྲོ་སྐུ་འཚོ་བཞུགས་ཡོད་རོ། ཨ་ནི་ད་དེ་འདྲའི་གཅིག་སྐབས་ལ་ང་ཚོ་མི་མང་ཚང་མ་དགའ་དགའ་སྤྲོ་སྤྲོ། སྨོན་ལམ། དངོས་གནས་ཁྲ་ནས་ཞོགས་པ་ཡར་བླངས་ནས་དགོངས་དག་མ་ཉན་བར་དུ་ད་ངེད་ཚོའི་དུར་ཁྲོད་སྨོན་ལམ་གཅིག་བརྒྱབ་རྒྱུའི་རོགས་གོང་ས་མཆོག་སྐུ་ཚེ་ཁྲི་ལོར་བརྟན་པ་ཤོག་ལ་ནི་ཨ་འདི་སྒང་ལ་གོང་ས་མཆོག་གི་ཞལ་བཞེས་བཟང་པོ་དེ་འདྲས་ཅིག་ཐོབ་ཡོད་རོགས། དེ་འདྲས་ཀྱི་དུས་ལ་ཨ་ནི་ཡང་གོང་ས་མཆོག་གི་ཨ་ནི་ཡང་སྲིད་དེ་འདྲས་ཀྱི་ཐོག་ལ་ཨ་ནི་ད་སྤྱི་ཚོགས་དྲ་རྒྱ་ནང་ལ་སློང་གི་ཡོད་ན་རེད་ཨ་ནི་སྒེར་གྱི་ཐོག་ནས་འདི་རྒྱབ་ལོ་མ་རུང་ཁོག་བཅང་ག་རེ་བཅང་གི་ཡོད་ན་ཨ་དེ་འདྲས་ཀྱི་ཚོགས་པ་དང་སྒེར་བ་དེ་འདྲས་དོན་ཡོང་གི་འདུག་ཨ་ནི་འདིའི་ཐོག་ལ་ཅིག་ཡིན། འོང་དེ་འདྲ་བྱེད་ནི་ལྟ་གང་བྱེད་གནད་དོན་གསུམ་གྱིས་ཐོག་ལ་ནི་དེ་ནི་མ་ལ་སོ་སོ་གིས་ག་རི་མཐོང་པ་ཧ་གོ་བ་ནི་ལྟ། མི་མང་མང་ཚོགས་ལ་ནི་སོ་སོ་ནང་མི་གཅིག་ལྟ་བུ་བྱེད་ནི་ནི་ལྟ། ཕ། བསམ་ཚུལ་དེ་མ་ཞུ་ཆོག་པ་བྱེད་ལ་ནི་འོང་དེ་འདྲ་ཅིག་ཞུ་ཡ་ཡིན། ནི་ལྟ། གནད་དོན་དང་པོ་དེ་འདི་རེད། སྤྱི་འཐུས་རྣམ་པ་ཚོས་ད་ལྟ་འཚམས་གཟིགས་ལ་ཕེབས་ཀྱི་འདུག་བ། ནི་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་འདི། ད་རྒན་གཞས་བྱས་ནས་ད་ལྟ་ཕ་དོ། སྤྱི་འཐུས་ལྷན་ཚོགས་ཀྱི་ངོ་བོ་འདི། ཁྲིམས་བཟོ་ལྷན་ཚོགས་རེད་བ་དང་པོ་ཐོག་མ་དེ། ད་ལྟ་ཕ་དུ་ད་ཁོང་རྣམ་པ་ཚོ་སྤྱི་འཐུས་སྐབས་བཅུ་བདུན་པ་དེ། ག་འདྲས་ཕྱིན་ནས་ཡ། སྤྱི་འཐུས་ཀྱི་ལྷན་ཁང་ནང་ལོགས་ལ་ཡ་ཕེབས་ཐུབ་པ་རེད། གནས་སྟངས་ག་འདྲས་ཅིག་གི་འོག་ནས་ཁོང་རྣམ་པ་ཚོ་སྤྱི་འཐུས་ལྷན་ཁང་ནང་ལ། ཕེབས་ཡོད་རེད། འོ་འདི་ང་ཚོའི་མི་མང་ཚོས་ཀྱི་གཅེས་ཡ་ཡོ་མར་བ། འདི་ཁོ་རྣམ་པ་ཚོས་ཡ་ཕེབས་ཡ་འདི་གའི་གནད་དོན་དཀའ་ལས་ཁག་པོ། ཨ་འདི་སྒང་ལ་གི་བཅའ་ཁྲིམས་གཞི་སྲུང་གི་ཐོག་ནས་དང་པོ་ཨ་ནི་མ་ཕེབས་བ་དང་དཀའ་ངལ་སྟོབས་ན་དཀའ་ངལ་དུ་མ་ཅིག་སྤྲད་ཕྱིན་ནས་ད་ག་འཇེ་ཐ་མ་དེ་ལ་ཨ་ནི་ཁོ་རྣམ་པ་ཚོ་ད་བཅའ་ཁྲིམས་གཙུག་ཏུ་བཀུར་ནས་གོང་ས་མཆོག་གི་བཀའ་ཡིག་འདི་མ་ཕེབས་ནས་ཨ་ནི་དེ་ནང་ལོ་ལ་དོན་ཚན་གཉིས་ཡོར་བ་བཀའ་ཡིག་འདི་ནང་ལོ་ལ་དོན་ཚན་དང་པོ་འདི་བཅའ་ཁྲིམས་གཙུག་ཏུ་བཀུར་ནས་ཡ་ཨ་བར་གྱི་ཚོགས་གཙོ་ནས་དམ་འབུལ་ཞུ་ཡ་དང་ཨ་གལ་སྲིད་ཨ་ནི་ད་འདོད་ཡིན་ན་ཀྱི་བཅའ་ཁྲིམས་བཙུགས་འདུག་བསྐུར་བྱས་བར་གྱི་ཚོགས་གཙོ་ལ་ངོ་སྤྲོད་མེད་བ་དང་ཁྲིམས་ཞིབ་ཁང་ལ་ངོས་ལེན་མེད་ན་ཨ་ནི་དོན་ཚན་གཉིས་པ་འདི་ཨ་ནི་འོས་བསྡུ་ལེན་ཁང་གི་འགན་བཞེས་བྱས་ནས་ཨ་ནི་ཕ། འགུག་ཐོག་དེ་ཚོ་ཡར་བཏང་ཡ། འོ་དེ་འདྲས་ཅིག་རེད་ཨ་ནི་སོང་ཙང་ད་ད་འདས་ཀྱི་སྐབས་བཅུ་བདུན་པ་གྱི་སྤྱི་འཐུས། བཞི་བཅུ་ཞེ་ལྔ་ཆ་ཚང་ཨ་ནི་བར་གྱི་གྱི་ཚོགས་གཙོ་བསྡུས་ནས་ཨ་ནི་བཅའ་ཁྲིམས་བཙུགས་འདུག་བསྐུར་བྱས་ནས་ཨ་ནི་སྤྱི་འཐུས་ལྷན་ཁང་ནང་ལོ་ལ་དུས་ཕེབས་པ་ཅིག་ཆགས་བསྡད་ཡོད་ར། སོང་ཙང་ད་ད་འདས་ཆར་ལ། ལོ་གཉིས་ད་ཕྱེད་ཀ་ད་ལོ་གསུམ་མ་སིམ་ཆགས་འགྲོ་འོ་རེད་དེ། ཡིན་ནས་སོ་སོའི་གི་ངོ་བོ་ལས་མཁན་གཙོ་བོ་དང་པོ་དེ་འགྲུབ་ཡོ་རོ་བའི་ལ་ནག་ནི་ད་ལྟ་བར་དུ་ཨ་ནི་མ་འགྲུབ་བྱེད་ཨ་ནི་འདི་མ་གནང་ནི་ཨ་ནི་སྤྱི་ཚོགས་ནང་ལོ་ལ་སྔོ་ནས་དྲང་ནས་མི་མང་ཚང་མ་ཨ་ནི་ཉིན་མོ་ཟེར་ན་བཅུ་མེད་མཚན་མོ་ཉལ་ན་གཉིད་མེད་ལའེ་དེ་འདྲས་གི་ཁོང་རྣམ་པ་ཚོས་གི་བཟོས་ཡོ་རོ་བ་ད་འདས་གི་སྐབས་བཅུ་བདུན་པའི་གི་སྤྱི་འཐུས། ནང་ནས་ཨ་ནི་བཅའ་ཁྲིམས་གཙུག་ཏུ་བཀུར་ནས་ཕྱག་ལས་མ་གནང་མཁན་ད་དུས་ཚུར་ལ་ཁ་སྐོར་བྱས་ནས་བོད་མིའི་སྒྲིག་འཛུགས་ལ་ནོར་སྐྱོན་དང་ཨ་ནི་ད་ལྟ་མང་གཙོ་ཀ་བ་གསུམ་ནས་གཅིག་ཕ་གས་ཆག་འགྲོ་ཡོད་བ་ནུས་མེད་ཆག་ཡོད་བ་འདི་ལ་རྐང་བཙུགས་ནས་ནི་ཕ་མཁྲེགས་བཟུང་བྱེད་ནས་ནི་འགོག་རྐྱེན་བཟོས་རྐྱེན་ཁོང་རྣམས་ཀྱི་གནས་སྟངས་འདི་ཚོ་གྲོས་ཚོགས་ད་ཐེངས་མ་ཚོགས་ཐེངས་དྲུག་པ་ཚོགས་ཐེངས་བདུན་པ་བར་དུ་སླེ་འགྲོ་བྱེད་དགོས་ར་སོང་ཙང་ཨ་ནི་དེ་འདྲའི་སྐབས་དུ་ལ་ག་འདྲས་གནང་གི་ཡོད་མེད་དེ་ང་ཚོའི་མི་མང་ཚོའི་སེམས་ཡ་དང་གཟིགས་ཡ་ཡོད་དུ་སེམས་པ་སྐྱོ་ཡ་དང་ཧ་ཅང་གི་ངོ་ཚ་དགོས་ཡ་དང་དངོས་གནས་དྲང་གནས་ཀྱི་གནས་སྟངས་སྐྱོ་ཤུ་བྱེད་ལ་སླེབས་འདུག་བ་སོང་ཙང་ད་ད་འདས་ཀྱི་ཉེ་ཆར་ད་སྤྱི་འཐུས་རྣམ་པ་ཚོ་འཚམས་གཟིགས་ཕེབས་ཡོད་རེད། འཚམས་གཟིགས་ཕེབས་བའི་ནང་ལ་ད་ཁ་སིང་གོང་དེ་བརྙན་ཐུང་ནས་མུ་མཐུད་ནས་ཞུ་བ་ཡིན་ན། ཨ་ནི་ད་འདི་མ་པུར་ལ་ཨ་ནི་གང་བྱས་འཚམས་གཟིགས་ཕེབས་བའི་སྐབས་ལ་མི་མང་གིས་ངོ་ལེན་ཐུབ་ཐབས་མི་འདུག་ལ་ནི་ག་འདྲས་བྱས་ནས་ནི་ཡ་རྣམ་འགྱུར་སྟོན་གནང་སོང་ཨ་ནི་དེའི་རྗེས་ལ་ལྷོ་ཕྱོགས་སྦེ་ལ་ཀོ་པི་ལ་ཨ་ནི་ཕེབས་འདུག་ག་ནི་མི་མང་ཚོས་ཀྱིས་ངོ་ལེན་ཐུབ་ཐབས་མི་འདུག་ལ་ནི་འགན་ཆེན་པོ་བཞེས་བྱས་ནས་མང་གཙོའི་གི་བཅའ་ཁྲིམས་ནང་ལ་བསྐོས་བཞག་བའི་ནང་ནས་མི་མང་གི་ལས་འགན་སྒྲུབ་པ་འདི་ང་ཚོ་ཚང་མས་ཀྱི་སེའུ་བསད་ཀྱང་སེམས་ཡོད་རེད་གཟིགས་ཡོད་རེད། ལྷག་པར་དུ་ད་འདས་ཀྱི་སྤྱི་འཐུས་སྐབས་བཅུ་བདུན་པའི་ཀྱི་མ་ཚོགས་གཙོ་རྒྱུན་ལས་ནས་མ་བཏང་བཞག་ནས་མཚམས་བསྲེགས་ལ་བཏང་བའི་སྐབས་ལ་བེ་ལོ་ཀོ་བི་ལ་ལྷག་པར་དུ་ཁོང་ཚོས་ཀྱི་ད་གང་བྱས་ག་འདྲས་ཕྱི་ནས་བསྡུ་བཏང་བ་ཡིན་ན་མ་རུང་ད་ཁ་ལོག་རེད་མ་རུང་ཁོག་བཅང་ཅིག་བཅང་ནས་དགེ་ལུགས་པའི་ཀྱི་ད་ལྟ། འདི་སྐབས་དུ་འཇམ་དབྱངས་དགུན་ཆོས་སྐབས་དུ་ལ་ནི་ད་ལྟ་དགེ་ལུགས་ཀྱི་སྤྱི་འཐུས་གཉིས་བཏང་བྱས་ནི་ནི་སེ་ར། གདན་ས་ཆེན་པོ་སེ་ར་གྲྭ་ཚང་ལ་ག་འདྲེ་གཅིག་གིས་ནི་ཞབས་འདྲེན་བཞག་ནང་ཟུར་བ་ག་འདྲེ་གཅིག་གིས་ནི་གདན་ས་ནང་ལོ་ལ་ནི་མ་སྐྱིལ་བ་མ་བདེ་བ། དངོས་གནས་དྲང་ནས་དགོན་སྡེ་གྲྭ་ཚང་གི་མཁན། ཁེར་ལ་ལ་ག་འདྲེ་ཕྱི་ནས་ནི་སུན་པོ་དང་དཀའ་ལས་ཁག་པོ་ཅིག་བཟོས་གནང་བ་དེ་ང་ཚོས་ཚང་མེད་ཀྱི། བཙན་ཡོད་རུང་ཨ་ནི་དེ་སྐབས་ལ་ང་ཚོས་ཀྱིས་བསྐྱར་དུ་དྲན་གསོ་བྱེད་ཡ་དེ་སྤྱི་འཐུས་རྣམ་པ་གཉིས་ཨ་འབྲུ་ཚེ་བརྟན་དང་གོ་ཕན་བསྟན་ད་ལྟ་དགེ་ལུགས་ཀྱི་སྤྱི་འཐུས་གཉིས་ལ་གདན་ས་ཆེན་པོ་ཀྱི་སེ་ར་བྱེས་ཡིས་མཁན་རིན་པོ་ཆེ་ཀྱི་འབོད་སྐུལ་གཉིས་རང་གཉིས་ཞུས་འདུག་བ། འབོད་སྐུལ་གཉིས་དེ་རྣམ་པ་ཚོས་ཀྱིས་མཁྱེན་སྐོར་དང་ང་ཡང་བསྐྱར་ཞུ་ཡ་ཡིན་པ། དེ་འབོད་སྐུལ་དང་པོ་དེ་སེ་ར་བྱེས་ཡིས་མཁན་རིན་པོ་ཆེ་མཆོག་གིས་ག་རེ་འབོད་སྐུལ་གསོལ་འདེབས་ཞུས་འདུག་ལ་ན་དེ་ཡང་འབོད་སྐུལ་རང་ཞུས་འདུག་ད་དོན་ཚན་དང་པོ་དེ། ཨ་ཁྱེད་རྣམ་པ་ཚོས་ཀྱིས་ད་གོང་ས་མཆོག་གི་བཀའ་དགོངས་འདི་ཨོ་ནི་དབུ་མའི་ལམ། རེད། ཨ་ནི་འདི་དགེ་ལུགས་རི་བོ་དགེ་ལུགས་པའི་དགེ་འདུན་པའི་དགེ་ལུགས་ཀྱི་ད་ལྟ་གྲྭ་ཚང་ནས་ཨ་ནི་འདི་བཅའ་ཡིག་ནང་ལ་འཁོད་འདུག་བ། དགེ་ལུགས་པ་ཡིན་ན་ཆ་ཚང་འདི་བཅའ་ཡིག་ནང་ལོ་ལ་གོང་ས་མཆོག་གི་བཀའ་དགོངས་འདི་དབུ་མའི་ལམ་རེད་འདི་ལ་ཤར་སྐྱོད་འགྲོ་དགོས་ཡོད་བ་འདི་བཅའ་ཡིག་ནང་འཁོད་ཡོད་རེད་སོང་ཙང་ཨ་ནི་ཁྱེད་རང་གཉིས་ཡིན་ན་དགེ་ཨ་ནི་དེ་དང་དེ་མཚུངས་གྲོས་ཚོགས་ནང་ལོ་ལ ྋགོང་ས་མཆོག་གིས་བཀའ་དགོངས། བོད་མིའི་སྒྲིག་འཛུགས་ཀྱི་གཏན་ལ་ཕབ་པའི་སྲིད་བྱུས། སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྲིད་བྱུས་དབུ་མའི་ལམ་ལ་ཨ་ནི་འགྲོ་དགོས་རེད། ཨ་འགྲོ་རོགས་གནང་ལ་ནི་འབོད་སྐུལ་ཞུ་བཞག་དང་པོ་དེ་བྱས། གཉིས་པ་འདི་འབོད་སྐུལ་ག་རེ་གསོལ་འདེབས་ཞུ་འདུག་ལ་ན། སྤྱི་འཐུས་མགོ་བོ་ཕན་བདེ་དང་སྤྱི་འཐུས་ཨ་འགྲོ་ཚེ་བརྟན་ལགས། ཨ ྋགོང་ས་མཆོག་ལ། དུས་དང་རྣམ་པ་ཀུན་ཏུ་ནས་གལ་སྲིད་སྤྱི་ཚོགས་ནང་ལོ་ནས་མ་ཉེས་ཁ་གཡོག་དང ྋགོང་ས་མཆོག་ལ་སྐུར་འདེབས། གོང་ས་མཆོག་ལ་མ་ཉེས་ཁ་གཡོག་བྱེད་མཁན་དེ་འདྲས་སུ་ཡོད་པ་ཡིན་ན་རྣམ་པ་གཉིས་དང་པོ་ཁོ་རང་ནས་ཡར་ལངས་བྱས་ནས་གཙུག་ཏུ་བཀུར་ནས་འགན་བཞེས་བྱས་ནས་ཨ་ནི་དེ་ཚོ་ཚང་མ་ལ་གདོང་ལེན་བྱེད་དགོས་ཡོད་བ་དང་མི་དེ་འདྲས་དང་ཚོགས་པ་དེ་འདྲས་དང་སུ་ཡོད་པ་ཡིན་ན་དེ་ལ་རྣམ་པ་ཚོས་ཀྱི་གདོང་ལེན་གནང་དགོས་འདུག་ཞེས་ཁ་བཙུམ་ནས་བཞུགས་ཡ་མི་འདུག་ལ་ནི་འདུག་ཕྱི་ནས་མ་གསོལ་འདེབས་གཉིས་ཞུས་འདུག་བ། འོ་དེར་ད་གསོལ་འདེབས་གཉིས་ཞུས་བ་དེ་ལ་ཨ་ནི་དེ་ནས་མགོ་བོ་ཕན་བདེ་གིས་རླུང་ལངས་བྱས་ནས་ཨ་ནི་མ་མཁན་རིན་པོ་ཆེ་མཆོག་ལ་ཕ། རྟ་ཕག། ལན་སློག་ཡག་དང་དེ་འདྲས་མང་པོ་ཅིག་བྱུང་ཕྱི་ནས་ནི་ང་ཚོས་ཀྱི་རྟ་མཁན་རིན་པོ་ཆེ། སེ་ར་སྨད་ཡི་མཁན་རིན་པོ་ཆེ་སེ་ར་བྱེས་ཡི་མཁན་རིན་པོ་ཆེ་རྣམ་པ་གཉིས་ཀྱིས་ནི་བཀའ་སློབ་གསུང་བཤད་དེ་མ་བྱས། དུ་བ་སོང་ཙང་ད་ལྟའི་གྱི་སྐབས་བཅུ་བདུན་པའི་གྱི་སྤྱི་འཐུས་ཚོགས་གཙོ་མཆོག་དང་ནི་རྒྱུན་ལས་རྣམས་ཀྱིས་སྤྱི་འཐུས་མ་འཚམས་གཟིགས་ལ་བཏང་བའི་སྐབས་ལ་ནི་ཐུགས་བསམ་ཡག་པོ་བཞེས་ནས་ནི་བཏང་དགོས་ཡ་དེ་ནི་གལ་ཆེན་པོ་ཆགས་ཀྱི་དུ་བ་འདུག་སྤྱི་ནི་སེམས་ཅན་ནང་བཞིན་རེད་མ་བློས་བཞག་ནི་ཕ་ཨ་ནི་ཁོ་ཚོ་ག་རེ་བྱེད་ཡ་བྱེད་ཡ་ཡིན་མེད་ཁོ་ཚོ་ག་རེ་བྱེད་འགྲོ་ཡོད་མེད། དེ་ཚོ་ཚང་མ་ཚོད་དཔང་ཡག་པོ་རྒྱབ་ཐུགས་བསམ་ཡག་པོ་བཞེས། འཆར་གཞི་ཡག་པོ་བཀོད་བྱས་ནས་མ་མ་བཏང་ན་ཨཱ་ནི། དངོས་གནས་དྲང་གནས་ཀྱི་ད་ཞབས་འདྲེན་ལུང་པ་དགུ་བཞག་བྱས་ནས་ཨཱ་ནི་དེའི་རྗེས་ལ་ཨཱ་ནི་བེ་ལ་ཁོ་པི་དངོས་གནས་དྲང་གནས་མི་དམངས་ཀྱི་ཡ་རྣམ་འགྱུར་སྟོན་བྱས་ནས་ཁྱེད་རྣམ་པ་གཉིས་ལ་ང་ཚོས་ཀྱི་ངོས་ལེན་ཐུབ་ཐབས་མི་འདུག་དང་པོ་ཁྱེད་རྣམ་པ་ཚོ་སོ་སོའི་ཀྱི་རང་འཁྲིས་ཀྱི་ལས་འགན་དེ་གནང་ཤོག་དང་ཨཱ་ནི་དེ་ནས་ང་ཚོས་ཀྱི་ཏན་ཏན་ངོས་ལེན་ཐུབ་ཀྱི་རེད་དེ་མིན་ང་ཚོ་ཁྱོད་ཁྱེད་རྣམ་པ་ཚོ་ངོས་ལེན་ཐུབ་ཐབས་མི་འདུག་ལ་ནི་འདུག་བྱས་ནས་ཨཱ་ནི། ཕ་མི་དམངས་ཀྱི་མཉམ་ཞུགས་གནང་འདུག་ཨཱ་ནི་དེའི་རྗེས་ལ་ད་དངོས་གནས་བྱེད་པ་ཡིན་ན། འདི་ནས་ནས་ད་སྤྱི་འཐུས་ཚོགས་གཙོ་ཡིན་ན་ཀྱེ་ད་གཟིགས་ཀྱི་ཡོད་རེད་བ། ད་མི་མང་གིས་དངོས་གནས་དྲང་གནས་ཀྱི་སྐད་རྒྱབ་ཡོང་གི་འདུག་ད་ང་ཚོའི་བྱེད་སྟངས་དེ་འགྲིག་གི་མེད་ས་རེད་ད། འགྲིག་གི་མེད་ཙང་མི་མང་གིས་སྐད་རྒྱབ་ཀྱི་ཡོད་རེད་མ་གཞི་འགྲིག་གི་ཡོད་ནས་མི་མང་གིས་སྐད་རྒྱབ་ཀྱི་ཡོད་ན་ད་རྣམ་པ་ཚོས་ཀྱི་ཞག་གི་རེད། ཞག་གི་མ་རེད་བ། སོང་ཙང་ཨ་ནི་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་རྒྱུན་ལས་ཀྱིས་གཟིགས་ཀྱི་ཡོད་རེད་བ། དི་མ་པུར་ལ་ག་འདྲས་བྱས་སོང་ཨན་དེ་སྔ་དང་པོ་རྡ་རམ་ས་ལར་ལ་ཀྱི་སྤྱི་འཐུས་ཚོགས། སྤྱི་འཐུས་ཕྱོགས་སྐྱོད་ལ་ཕེབས་འདུག་བ་རྡོ་རྗེ་ཚེ་བརྟན་ལགས་དང་ཁོང་རྣམ་པ་ཚོས་ཕེབས་དུས་ཁ་ནས་མི་མང་གིས་ཡར་ཞུས་འདུག་བ། ཨ་ཁྱེད་རྣམ་པ་ཚོས་འདི་འདྲ་གནང་མ་སྟར་ལ་ནི་ཡར་ཞུས་ཏོ། དེ་དང་དེ་མཚུངས་ལ་དང། དེ་དང་དེ་མཚུངས་ད་ག་འཆད་ས་ནས་ག་བ་ལ་ཕེབས་ཡོད་ན་མི་མང་མ་ཉུང་བ་ཅིག་གིས་ཡར་ཞུས་ཏོ། ཞུས་ཡ་འདིས་ཨ་ནི་རྣམ་པ་ཚོས་ཀྱི་སེམས་ཡོད་རེད་ཟིག་ཡོད་རེད་ད་འདོད་འདི་ལ་སོ་སོའི་གི་སློབ་གསོ་དང་འདི་མ་ལེན་པ་བྱེད་ཕྱིན་ནི། མུ་མཐུད་ནས་བཏང་ནར་བཏང་གནང་སོང་ཨ། སྤྱི་འཐུས་མ་འཚམས་ཚིག་ལ་བཏང་གནང་སོང་ཨ། ཨན་ཐ་བེ་ལ་ཀོ་པི་ལ་ཐ་གནད་དོན་ཆེན་པོ་ཞུ་འཆར་བ། ད་མཁན་རིན་པོ་ཆེ་མཆོག་གིས་འབོད་སྐུལ་ཞུ་རྒྱུ་འདི་ལ་ཀའི་མ་རྩིས་བྱས་ནས་འདི་ནང་ལས་ཀའི་དགེ་འདུན་པ་ཚོས་ཡ་ཤི་དྲི་རྒྱབ་བྱས་ནས་མ་ཐོན་པ་དེ་འདྲས་ཅིག་བྱུང་རུ་ཐ་དེ་འདྲས་ཅིག་གི་ཁོར་ཡུག་ལ་ད་འདོད་ཀའི་རྐང་བཙུགས་ནས་ཚོགས་གཙོས་ཀྱི་མ་འགན་མ་བཞེས་ནས་མི་མང་ལ་མ་གསལ་བཤད་དང་མ་དངོས་ནས་གསར་འགོད་གསལ་བསྒྲགས་བཏང་བྱས་ནས་མཁན་རིན་པོ་ཆེ་རྣམ་པ་གཉིས་ལ་ལག་གཉིས་ཐལ་མོ་སྦྱར་ནས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་གྱི་དགོངས་པ་ཞུ་རུ། ཨ་འདི་ཡག་པོ་བྱུང་མ་སོང་ང་ཚོའི་སྤྱི་འཐུས་ཏང་སྐྱོང་གཉིས་འདི་གི་ཡག་པོ་བྱེད་མི་འདུག་མཁན་རོ་མོ་ཆེ་རྣམ་པ་གཉིས་ལ་དགོངས་སེང་ཞུ་དགོར་བ། ཁོ་ཚོ་གི་སོ་སོའི་གི་ཨ་ནི་གལ་སྲིད་ལས་ཀ་ཅིག་འགྲིག་ཡོག་ཆེ་ཨ་ནི་གཞན་པ་ཅིག་གི་ནོར་འཁྲུལ་བྱིན་ན་ཨ་འདི་དགོངས་སེང་ཞུ་མ་སྟར་ལ་ནི་ཕ་ཞུ་དཀར་གྱིད་བ། གྲོས་ཚོགས་ནང་ལོག་ལ་ཐ་རྣམ་པ་ཚོས་གི་ཏང་ཤ་བའི་གི་འཐུས་མི་གཉིས་འདི་གི

བཏང་ཡ་མི་འདུག་ད་ངེད་ཀྱི་འཐུས་མི་ཚོ་འདུས་བྱས་ནས་འཚམས་གཟིགས་ལ་བཏང་བ་ཡིན་ན་སོ་སོས་རང་འཁྲིས་ཀྱི་ལས་འགན་དེ་མ་བསྒྲུབ་བ་ཆེ། ཨཱ་ནི་དངོས་གནས་བྱས་ན་འཚམས་གཟིགས་འགྲོ་དུས་ག་ནས་སོ་སོའི་སྤྱི་འཐུས་རྣམ་པ་ཚོས་ཀྱིས་སྤྱི་འཐུས་ཀྱིས་གཏན་ལ་ཕབ་པའི་སྲིད་བྱུས་དབུ་མའི་ལམ་དེ་མ་འགྲེལ་བཤད་བརྒྱབ་དགོས་ར། ད་ལྟ་བར་དུ་ཡང་སྙན་མ་ནི་བྱུང་ཡོད་བ་འཚམས་གཟིགས་ལ་སྤྱི་འཐུས་རྣམ་པ་ཚོ་མ་ཕེབས་དུས་ག་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་མ་འགྲེལ་བཤད་ལོག་པ་ཅིག་བརྒྱབ་ཨཱ་ནི་རང་བཙན་དེ་ཁ་ལ་འཁྱེར་ནས་ཨཱ་ནི་མི་མང་ལ་མགོ་སྐོར་བཏང་ཡོད་བ་སུད་ཏྲ་བཙོང་ས་ལ་ཨཱ་ཇི་མེར་ལ་ད་ལྟ་རྣམ་རྒྱལ་གྲོ་ག་སྤྱི་འཐུས་སོང་ཙང་ད་འདི་ཚོ་ཚང་མ་སྤྱི་འཐུས་ཚོགས་གཙོ་གི་དངོས་གནས་དྲང་གནས་ཁོག་ཏུ་ཆུག་ནས། ལྟ་བྱེད་ནི་ཡག་པོ་བྱེད་སོ་སོའི་ལས་འགན་འདི་སྒྲུབ་དགོས་ར་སྤྱི་འཐུས་ཚོགས་གཙོ་གི་རྐུབ་བཀྱག་འདི་གང་ཞབས་བཀྱག་འདི་གང་ལ་ཞུགས་ཡ་གཅིག་པོ་མ་རུ་བ་སོང་ཙང་ཁོ་རང་གིས་འདི་དུས་སྐབས་ནས་ད་ཡོང་ས་མ་རེད་ད་ཏག་ཏག་ཅིག་བྱེད་ས་མ་རེད་ངེད་ཀྱི་སྤྱི་འཐུས་མི་ཚོ་མང་ཚོགས་ནང་ལ་འགྲོ་བ་ཡིན་ན་རྙོག་དྲ་དངོས་གནས་དྲང་ནས་ལོ་རྒྱུས་ནང་ལོ་ལ་ནག་པོ་ཆགས་ཡ་གི་རྙོག་དྲ་བཟོས་ཡོང་གི་འདུག་ད་ལ་ནི་འདུག་བྱེད་ནི་ཐུགས་ལ་དགོངས་བྱེད་ནི་སོ་སོའི་ཚོགས་གཞོན་སྐོང་རྒྱུན་ལས་སྐོང་བྱེད་ནི་ད་ང་ཚོའི་དང་པོ་གཉེར་ལ་འདི་མཚམས་ཤིག་འདི་ཕར་མཚམས་འཇོག་བྱེད་དགོས་འདུག་འདི་སྤྱི་དངུལ་འཕྲོ་བརླག་རེ་ཞྭ་འདི་མི་མང་ནང་ལོག་ལ་སྐྱ་སེར་གཉིས་པ་ར་ལ་དམ་ཚིག་ས་ཡ་དམ་ཚིག་མ་གཙང་བ་ས་ཡ་དང་མི་མང་ལ་དབུ་ནས་དྲང་ནས་ཀྱི་སེམས་ཁམས་གཉིས་ཀྱི་ཐོག་ནས་གནོད་ཡ་དང་གཞིས་ལུས་སྤུན་ཟླ་བོད་ལ་ཨ་ནི་ད་ལན་ལོག་པར་འགྲོ་ཡ་དང་རྒྱ་ནག་ལ་རྒོལ་བའི་ཀྱི་ལས་ཀ་འདི་རྐྱང་རྐྱང་བྱེད་ཡ་ཅིག་ཆགས་ཞྭ་ལ་ནི་འདུ་བྱེད་ནས་ཚོགས་གཙོ་ཀྱི་ཚོགས་གཞོན་སྐོང་རྒྱུ་ལས་སྐོང་བྱིན་ད་ང་ཚོ་འདི་མཚམས་སྦྱོར་ཞེ་བ་འདུག་ཨ་ལྷག་པར་དུ་ཚོགས་གཙོ་མ་སྤྱི་ཚོགས་དྲ་རྒྱ་ནང་ལ་དོན་ཕྱིན་ནི་བཅའ་འདྲིན་དང་ལེན་འདི་ཚོ་ག་དུས་བཅའ་འདྲིན་ཞུ་གི་ཡོད་ན། གསར་འགྱོད་ཁང་འདི་ཚོ་བཅའ་འདྲིན་ཞུ་ག་འགྲོ་དུས་ཚོགས་གཙོས་ཀྱི་དང་ལེན་གནང་གི་མི་འདུག་བ། སྟོང་པ། ཞེས་རེ་སྟོན་ཐུགས་ཀུན་མི་འདུ་བ། འོ་དེ་འདྲའི་རོ་ད་སོང་ཙང་ཨ་ནི་ཁོ་རང་གི་མ་དོན་བྱས་ནས། སེ་ར་བྱེས་ཀྱི་མཁན་རིན་པོ་ཆེ་རྣམ་པ་ཚོ་དངོས་གནས་དྲང་གནས་ཐན་པ་རིམ་བརྩེགས་ཀྱི་དགེ་འདུན་པ་དངོས་གནས་དྲང་གནས་ཀྱི་ནང་པ་སངས་རྒྱས་པ་གྱི་དགེ་འདུན་པ། བྱང་ཆུབ་པ་དངོས་གནས་དྲང་གནས་མཁན་རིན་པོ་ཆེ་རྩ་ཆེན་པོ་ཤེས་ཡོན། ད་གང་ཆེ་ང་ཚོས་མི་ནག་པ་ཅིག་དང་འབྲེལ་བཤད་རྒྱབ་ཐུགས་ཀྱི་མར་བ་དེ་འདྲའི་རྣམས་གཉིས་ལ་ཨ་ནི་དགོངས་སེང་ཞུས་བྱས་ནས་སྤྱི་འཐུས་སྐབས་བཅུ་བདུན་པ་གྱི་ཨན་ཕ་མཚམས་འཇོག་བྱེད་དགོས་ར། ད་ག་རྗེས་མི་ག་རེ་ཞུ་གི་རེད་ད་དེ་ཁ་དཔེ་གཅིག་ཡོད་ར། ད། དེ་ནས་ནི་སློབ་གསོ་མ་སླེབས་ནི་ད་འདོད་ཀྱི་མཁྲེགས་བཟུང་བྱས་ནི་ད་ག་རྗེས། ཨ་ནི་ངན་པ་ངན་པ་ལང་ཤོར་ལ་ནི་ཨ་ནི་ཕ་ཡང་བསྐྱར་གཅིག་བཏང་སོང་ཨ། འདོད་རྒུ་གླིང། འདོད་རྒུ་གླིང་མོན་གོར་འདོད་རྒུ་གླིང་གཞིས་ཆགས་ལ་ཡང་སྤྱི་འཐུས་གཉིས་བཏང་གནང་སོང་ཨ། མཚམས་འཇོག་མ་ཕྱིན། ཨ་ནི་ཏང་ནང་ནས་ཡང་མི་དམངས་ཚང་མ་འདུ་གུ་གླིང་གཞི་རིམ་མི་དམངས་ཚང་མ་ད་ལྟ་བར་དུ་དངོས་གནས་དྲང་གནས་བོད་མིའི་སྒྲིག་འཛུགས་ལ་བློ་བརྟའི་ཡིད་ཆེས་མི་དམངས་དངོས་གནས་དྲང་གནས་མཐུན་པོ་འཆམ་མཐུན་ཧང་སང་ངེད་ཀྱི་ཡག་པོའི་རེད་འདི་ནང་ལོ་ལ་གི་ད་ལྟ་ང་ཚོས་ད་བོད་ནས་གསར་དུ་ཕེབས་པའི་གི་ཨ་ནི་བོད་མི་སྤུན་གྲོགས་རྣམས་ལ་ཕི་གེ་ལ་གཞི་གྲོང་བརྒྱབ་ཡོད་རེད་ཨ་ནི་གདན་ས་ཆེན་པོ་གཉིས་ཡོད་རེད་དེ་མ་ཚད་རྙིང་མ་བཀའ་རྒྱུད་ཨ་ནི་བྱང་ཆུ་ཆོས་གླིང་དེ་མ་ཚད་ད་ལྟ་དེ་ང་ཚོའི་གི་དགོན་སྡེ་ཁག་ཆོས་འབྱོན་དེ་འདྲ་གང་དེ་ཡོད་རེད་ར་སྟོད་གྲྭ་ཚང་ཨ་ནི་ད་ལྟ་སྐུ་རང་ཤེས་པད་གླིང། ཨ་ནི་འདི་ནི་མ་ལ་ག་འབྱེད་དགོན་སྡེ་གྲྭ་ཚང་མཐོ་ལྡིང་དགོན་པ་རྩ་ཆེན་པོ། དེ་འབྲེལ་གྱི་ད་གཞི་གྲོང། གཞི་ཆག། སྔོན་ནས་བྲག་ནས་གཞི་ཆག་ནང་ནས་གཞི་ཆག་ཆེན་པོ་རེད་ད་དེ་ལ་ཡང། ཁྲག་དཀྲུགས་དཀྲུགས་རྣག་དཀྲུགས་དཀྲུགས་ས་ག་ལ་ཡང་འདི་སྤྱི་དོན་གཉིས་དེ་བཏང་སོང་ཨ། རྣམ་པ་ཚོས་ཀྱི་སྐུ་ཚབ་བཏང་ཕྱིན་ནས་མི་མང་འཁྲུགས་ཀྱི་ཡོད་རེད་མ་གཞི་མི་མང་གི་ཡ་དཀྲུགས་ཀྱི་ཡོད་མ་རེད་ད། འདི། ལོ་རྒྱུས་ནང་ལ་འདི། ང་ཚོས་ཀྱི། མཐོང་ཡ་ཡོད་རེད་འདི་ང་ཚོས་ཀྱི་ཁ་ནས་བཤད་བ་མ་རེད་བ། སོང་ཙང་ཡང་བསྐང་བཙུན་ཡང་དེ་ཁོང་རང་གཉིས་བཏང་སོང་ཨ་སྤྱི་འཐུས་བསྟན་འཛིན་འཇིགས་བྲལ་དང་སྤྱི་འཐུས་དབང་འདུས་རྡོ་རྗེ། ཨ་ནི་བཏང་བྱས་ནི་ཨ་ནི་མི་མང་གི་དངོས་གནས་དྲང་གནས་སོ་སོའི་ཀྱི་རང་འཁྲིའི་ཀྱི་ལས་འགན་མང་གཙོའི་ཀྱི་བཅའ་ཁྲིམས་ནང་ལ་བསྐུར་བཞག་བའི་ཀྱི་མི་མང་གི་ལས་འགན་གོང་ས་མཆོག་གྱི་ཐུགས་བརྩེ་བ་ཆེན་པོའི་ཐོག་ནས་ང་ཚོ་ལ་མང་གཙོ་རྩ་ཆེན་པོ་འདི་གནང་བ་འདི་ཨ་ནི་མི་མང་གི་ཨ་ནེ་འདུ་བྱེད་ནི་ཡང་སོ་སོའི་གི་ལས་འགན་དེ་ཡང་འཁུར་ཐུབ་པ་བྱས་ནས་མི་མང་གི་ཡང་ངོ་ལེན་ཐུབ་ཐབས་མི་འདུག་ལ་ནི་ཚོགས་འདུ་ལ་བཅར་མ་སོང་བ་ཞག་བརྒྱ་སྟོང་པ་རེད་འདུག་ཨ་ད་འདོད་བརྙན་མཐོང་རྒྱབ་ཉེ་ཅིག་གི་ད་ཞག་བརྒྱ་སྟོང་པ་རེད་ཤ་མོན་གོར་ངོ་ཚ་ལ་ལ་ནི་འདུ་བྱེད་བཟོད་དགོས་ཡ་འུ་ཐུག་ཡ་འདི། ད་འདས་གི་སྤྱི་འཐུས་གི་ཚོགས་གཙོ་མཁན་པ་བསོད་ནམས་བསྟན་པས་འདས་གི། སྤྱི་ཚོགས་ནང་ལོ་ལ་རྒན་སྨ་བཀུར་ཙང་འཐུས་ཤོར་བཏང་གི་ཡོད་ཙང་ཨ་ད་འདི་ཡང་བསྐྱར་ཕྱར་བ། འོ་དེ་འདྲའི་ཅིག་ད་ག་འཇིགས་གཞི་རིམ་མི་དམངས། མང་ཚོགས་ཀྱི་འགན་བཞེས་བྱེད་ནི་ཨ་ནི་འདུག་ཅེས་ཐུགས་ཁུར་ཆེ་བཞེས་གནང་བྱས་ནས་ད་འདས་ཀྱི་སྤྱི་འཐུས་རྣམས་མཆོག་སྐྱོད་ལ་ཕེབས་འདུག་ག་ནི་ཁྱེད་རྣམ་པ་ཚོ་ལ་ད་འདས་སྐབས་ལ་ཨ་ནི་ང་ཚོས་ཀྱི་ངོས་ལེན་ཐུབ་ཐབས་མི་འདུག་ཁྱེད་རྣམ་པ་ཚོས་མི་དམངས་ཀྱི་སྐུ་ཚབ་མཚོན་པ་མི་འདུག་སོ་སོས་རང་འཁྲིས་ཀྱི་ལས་འགན་དེ་མ་གནང་བ་ཡིན་ན་ཨི་ང་ཚོས་ངོས་ལེན་ཐུབ་ཐབས་རྩ་བ་ནས་མི་འདུག་ལ་ཨེ་འདི་བརྒྱ་ཆ་བརྒྱ་ཐམ་པ་མང་ཚོས་ཀྱི་འགྲོ་ལུགས་འགྲོ་སྟངས་ཤི་སོང་ཏག་ཏག་ཅིག་བསྡད་ཡོད་རེད་སོང་ཙང་མི་དམངས་ཚོས་ཀྱི་འདུག་ཅིག་གནང་བ་འདི་ལ་ཨ་ནི། ད་ལྟ་བར་དུ་གནང་བ་དང་ཨ་ནི་ད་ལྟའི་གི་མོན་གྷོ་འདུ་གུ་གླིང་གི་མང་ཚོགས་ཡོངས་ལ་ཨ་ནི་ལག་གཉིས་ཐལ་མོ་སྦྱར་ཕྱི་ནས་ཐུགས་རྗེ་ཆེ་ཞུ་བ་དང་ང་ཚོ་ཚང་མས་གི་དངོས་གནས་དྲང་ནས་སོ་སོའི་རང་འགྲིན་འདི་ལས་འགན་འདི་རྒྱ་བ་རྒན་པའི་མཆོད་སྤྲིན་ལྟ་བུ་ཅིག་ཆགས་ཡ་འདི་ང་ཚོའི་གི་ལས་འགན་ཅིག་ཆགས་རྒྱུ་ཡོད་རུང་སོང་ཙང་དེ་འདྲས་ཅིག་བྱུང་འདུག་ད། སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལ་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལ་རྣམ་པ་གཉིས་ལ་འདུ་བྱེད་བྱུང་ཡོད་རེད་རྣམ་པ་གཉིས་ན་ཡར་འཕེལ་ཡོང་འདུག་ག་ནི་དེ་གི་སྤྱི་འཐུས་ལྷན་ཚོགས་ལ་ཡར་བཅར་དུས་ག་ནི་ཞུ་དགོས་རེད་མི་མང་གི་ངོ་ལེན་ཐུབ་གི་མི་འདུག་ད་ང་ཚོ་ལ་ཨ་ནི་ཚོགས་གཙོ་ད་ང་ཚོས་འགན་བཅས་མ་བསྐོར་བ་ཡིན་ན་ཏག་ཏག་ཅིག་བསྡད་ཀྱི་མི་འདུག་ད་སི་ལ་ནི་ཡར་ཞུ་དགོས་ཀྱི་ཆགས་ཀྱི་ཡོད་རེད་བ། ཏན་ཏན་ཞུ་གི་ཡོད་རྒྱུ་རེད། འོན་ཀྱང་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་ཀྱིས་ཨ་ནི་ད་ལྟ་བཅར་འདྲི་དང་ལེན་གྱི་ལན་འདེབས་གནང་ལོ་ལ་ཕྱོགས་སུ་མ་ལྷུང་བའི་ཀྱི་འགན་འཁུར་དགོས་རེད་སི་ལ་ནི་ཕ། ཡང། བཅར་འདྲི་དང་ལེན་གནང་མཁན་གྱི་གསར་འགྱོད་ཁང་ལ་ཡང་ཕ་ཞུས་འདུག་བ། དབུལ་སྒྲ་སྤྱོར་ཀོ་ཐུ་བལ་ཀོ་སྒྲ་འདྲེ་ལ་གི་དུ་བ་རྒྱ་གར་སྐད་ནི་ཡིན་ན། སོ་སོའི་ལས་འགན་མ་བསྒྲུབས་ཡང་ཕ། གཙུག་ཡ་གཅིག་དུ་བ་ཐའི་ནད་ཀྱི་སར་འཁྱུད་ཁང་ལ། ཕྱོགས་སུ་མ་ལྷུང་བའི་གི་ལས་འགན་བསྒྲུབ་དགོས་རེད་ལ་ནི་ལ་བས་དེ་བདེན་པ་ཆགས་ཀྱི་ཡོད་རེད། སར་འཁྱུད་ཁང་ཡིན་ན་གི་ཕྱོགས་སུ་མ་ལྷུང་བའི་གི་ནི་ལས་འགན་བསྒྲུབ་དགོས་རེད། མང་གཙོ་ཀ་བ་གསུམ་བྱས་དེ་རྗེས་ནི་མང་གཙོ་ཀ་བ་བཞི་བ་དེ་ནི། གསར་འགྱུར་ཁང་ཆགས་རྒྱུ་ཡོད་པ་འདི་ང་ཚོའི་ཚང་མེད་ཀྱི་ཧ་གོ་དགོས་རེད་འདི་གལ་ཆེན་པོ་བརྩི་དགོས་རེད་ང་ཚོ་ཡིན་ན་གི་གསར་འགྱུར་ཁང་རྣམ་པ་ཚོ་ལ་གོ་བཀུར་ཡོད་ཡིད་ཆེས་ཡང་ཡོད་འོན་ཀྱང་ལྟ་ཕྱོགས་སུ་མ་ལྷུང་བའི་གི་འགན་འདི་སུས་འཁུར་དགོས་འདུག་ལ་ན་གསར་འགྱུར་ཁང་ནང་ནས་བོད་ཀྱི་བང་ཆེན་ལ་ནི་ད་ལྟ་གསེར་རྟ་ཚུལ་ཁྲིམས་དོ་སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས་ཀྱི་ཁོ་རང་གི་ལྟ་ཁོ་རང་སྒེར་གྱི་ར་བ་ཚོགས་གཙོ་ར་བ་ལས་ཁར་སྦྱིན་བདག་ལགས་རེད་འོང་འདི་ཁོ་རང་ལྟ་བོད་ཀྱི་བང་ཆེན་ཡིན་ན་ཏན་ཏན་གྱི་ང་ཚོའི་མི་མང་གི་རེ་བསྒུག་ཞུ་གི་ཡོད་ལྟ། ཁྱེད་རང་ཡིན་ན། ཁྱེད་རང་ཚོའི་སར་ཁོའི་ཁང་འདི་ཡིན་ན་ཕྱོགས་སུ་མ་ལྷུང་བའི་ཀྱི་འགན་འཁུར་དགོས་འདུག་ད། བསྟན་འཛིན་འཇིགས་བྲལ་གྱིས་གསུངས་འདུག་ད། ཉན་རོགས་གྱིས། འདི་ཁྱེད་རང་ལ་ཞུ་གི་ཡོད་རེད། ངོ་དེ་འདྲས་ཅིག་ཞུ་ཡ་ཡིན་པ། ཨ་ནི། ད། སྤྱི་འཐུས་ཚོགས་གཙོ་དངོས་གནས་དྲང་གནས་འགན་མ་འཁུར་བ་ཡིན་ན། ཨ་ནི། འཛམ་བུ་གླིང་ད་ང་ཚོའི་གྱི་འཛམ་བུ་གླིང་རྒྱལ་སྤྱིའི་གྱི་འགྲོ་སྟངས་དང་དེ་འདྲས་ལ་ད་མིག་དཔེ་ཞེ་དྲག་བལྟ་ཡ་ཡོད་མ་རེད་ང་ཚོའི་འདི། ང་ཚོའི་གྱི་གནས་སྟངས་འདི། བྲག་གི་མར་བ་ང་ཚོའི་འདིའི་ལུང་པ་འདི་རྒྱ་མི་གི་དམར་ཤོག་གི་བཙན་འོག་ལ་ཤོར་ཡོར་བ་ང་ཚོ་གཞན་པ་དང་བྲག་གི་མ་རེད་དེ་བཟང་སྤྱོད་ཡིན་ན་གཞན་པ་དང་བསྡུར་དགོར་བ་གཞན་པ་དང་བལྟ་དགོར་བ་གཞན་པ་ནས་མིག་དཔེ་ལེན་དགོར་བ་ཨ་ནི་བཟང་སྤྱོད་མེད་པ་མ་རབས་དེ་འདྲ་ཡིན་ན་ཨ་ནི་གཞན་པ་ནས་དཔེ་བླངས་ནས་ཨ་ནི་ཡང་ཅིག་བྱེད་དགོ་རེད་གདོང་མདོག་བྱེད་ཟོ་དེ་ཡག་པོ་མ་རེད་བ་བཟང་སྤྱོད་འདི་ཨ་ནི་མཐའ་ཡོད་མ་རེད་ག་ནས་ཡིན་ན་མིག་དཔེ་ལེན་ཆོག་དགོར་བ་སོང་ཙང་ཨ་ནི་བཟང་སྤྱོད་འདི་དཔེ་བླངས་ནས་ཚོགས་གཙོ་མཁན་པོ་སོམ་ནམ་བསྟན་པས་ཡིན་ན། ཡང་མེད་ན་དངོས་གནས་དྲང་གནས་ཀྱི་སོ་སོའི་གི་ཞབས་རྒྱ་དེ་གང་ལ་ཞུགས་བྱས་ནས་བོད་མང་གཙོ་ཀ་བ་གསུམ་ནས་གཅིག་མཛད་གཙོ་ད་གང་ཆེ་གལ་ཆེན་པོ་གཅིག་ཆགས་ཀྱི་ཡོད་ར་མཛད་གཙོ་ཆགས་ཀྱི་ཡོད་འདུག་ག་ནི་ཁྱེད་རང་ཡང་མེད་ན་འགན་ཡག་པོ་གཅིག་བཞེས་དགོས་འདུག་ཡང་མེད་ན་ཨ་ནི་ཁྱེད་རང་བཟང་སྤྱོད་ཀྱི་ཐོག་ནས་ཨ་ནི་དགོངས་པ་ཞུ་བ་ཡིན་ན་ཨན་ཏག་ཏག་གཅིག་ཆགས་ཀྱི་ཡོད་རེད་ངོ་དེ་འདྲས་གཅིག་ཞུ་ཡང་ཡིན་ར། ཨན་ད་སྤྱི་འཐུས་སྐོར་ལ་འདི་ག་རང་ཡིན་ཨན་སྤྱི་འཐུས་འཚམས་གཟིགས་འདི་ད་ལྟའི་ཆར་ལ་ཨ་ནི་སྤྱི་བའི་གི་དངུལ་འཕྲོ་བརླག་བོད་མི་ཡོད་དོ་ཅོག་གི་ཨ་ནི་ད་ད་དང་བླངས་དཔྱ་དངུལ་ལག་དེབ་ཀྱི་དངུལ་ཕུལ་བ་དང། རྒྱལ་བ་རིན་པོ་ཆེ་མཆོག་གིས་ལག་གཉིས་ཐལ་མོ་སྦྱར། བཙན་བྱོལ་བོད་མིའི་སྒྲིག་འཛུགས་བཀའ་ཤག་ནས་ལག་གཉིས་ཐལ་མོ་སྦྱར་ནས། ཕྱི་རྒྱལ་ཡུལ་གྲུ་ཁག་ལ་ཞལ་འདེབས་སློང་གི་ཡོད་པ་འདིས་དཔེ་ཆ་དེ་བེད་མེད་དུ་འགྱུར་གྱི་འདུག་ཆུད་ཟོས་དུ་བཏང་གི་འདུག་ཁྱོད་ཚོ་གི་འཕྲོ་བརླག་བཏང་གི་འདུག་དེ་གནས་སྐབས་རིང་མཚམས་འཇོག་བཞག་བྱས་ནས་སོ་སོས་སོ་སོའི་གི་ནང་སྦྱོང་དེ་བྱས་བྱས་ནས་ཡག་པོ་བྱས་ནས་གནང་བ་ཡིན་ན། ཏག་ཏག་ཅིག་ཆགས་ཀྱི་རེད་སོང་དེ་འདྲ་ཅིག་ཞུ་ཡ་ཡིན་ང་ཚོའི་མི་མང། ང་རང་ཚོ་ཚང་མ་ས་གནས་ག་བ་ལ་བསྡད་ཡོད་ན་སོ་སོས་རང་འཁྲིས་ཀྱི་ལས་འགན་འདི། ཨ་ནི་བྱེད་དགོས་དེ་གལ་ཆེན་པོ་རེད་སྤྱི་འཐུས་འཚམས་གཟིགས་ལ་ད་འདོད་མུ་མཐུད་ནས་ནི་མཁྲེགས་བཟུང་བྱེད་ནས་གཏང་གི་ཡོད་པ་ཡིན་ན་མི་མང་ཚོས་ཀྱི་རྣམ་འགྱུར་སྟོན་དགོས་ཡ་ཡ་ཞུ་ཐུབ་དགོས་ཡ་ཁྱོད་ཚོ་སོ་སོའི་ལས་འགན་དེ་ག་རེ་བྱེད་ནས་འགྲིག་གི་མེད་མང་ཚོགས་ཀ་བ་གསུམ་ནས་གཅིག་གཏོར་བྱ་རྒྱུ་དེ་ཁྱོད་ཚོ་ག་རེ་བྱེད་ནས་སླར་གསོ་བྱེད་ཀྱི་མེད་འོ་དེ་འདྲ་བྱེད་ནས་ཕར་དྲི་བ་བཏང་བྱེད་རྣམ་འགྱུར་སྟོན་དགོས་ཡ་དེ་མུ་མཐུད་ནས་ནི་སྟོན་དགོས་རེད་ལན་འོ་དེ་འདྲ་གཅིག་ཞུ་ཡ་ཡིན་དེ་ནས་ད་ནི་གནད་དོན་གཉིས་པ་དེ་ཆགས་སོ་ར་གནད་དོན་གཉིས་པ་དེ་ད་ང་ཚོའི་སྤྱི་ཚོགས་དེ་འདི་ག་རང་ར་ང་ཚོ་བོད་རྒྱལ་ཁབ་ཆེན་པོ་དེ་རང་བཙན་ཡིན་པ། ང་ཚོ་བོད་འདི་བོད་རུ་བ། རྒྱ་མི་མ་རུ་བ། འདི་ང་ཚོ་ཚང་མེད་ཀྱི་ཤིང་གི་ཡུ་རུ་བ། ང་ཚོ་བོད། རྒྱལ་ཁབ་ཆེན་པོ་འདི་རང་བཙན་གྱི་རྒྱལ་ཁབ་ཡིན་པ། ང་རང་རང་ལ་བོད་རྒྱལ་ཁབ་ཆེན་པོ་རྒྱལ་གླུ་ཡོད་པ། ང་རང་རང་ལ་བོད་རྒྱལ་ཁབ་ཀྱི་རིག་གཞུང། སྐད་ཡིག། ནི་དར་ལྕོག་ད་གང་ཆེ་ཆ་ཚང་ཅིག་ཡོད་པ། ང་ཚོའི་རྒྱལ་ཁབ་ཆེན་པོ་འདི་རང་བཙན་ཡིན་པ་འདི་བོད་མི་ཡོད་དོ་ཅོག་གིས། ད་རིང་སྐྱེས་བའི་གི་པུ་གུ་ནས་ཕྱིན་ནས་ཆ་ཚང་གི་ང་ཚོ་རང་བཙན་ཡིན་པ་དེ་ཧ་གོ་གི་ཡོད་རེད། བོད་བཙན་པོའི་རྒྱལ་རབས་ནས་རང་བཙན་རེད་ལམ་ཅིག་ཤེས་ཀྱི་འདུག་ད་དེ་ཚོ་ཡང་ཞིབ་ཕྲ་ཅིག་འགྲོ་བ་ཡིན་ན་ཨ་ནི་ད་ལྟ་གི་རང་བཙན་རྩོད་ངན་དེ་ཚོ་ཨ་ནི་ལན་རྒྱབ་རྒྱབ་གཉིས་ཀྱི་ལྷག་ནས་ནི། ཐ་མ་དེ་བ་ལ་ལན་རྒྱབ་མ་ཐུབ་ཡ་དེ་འདྲས་གི་གནས་སྟངས་ཆགས་ཡ་འདུག་ཨ་ལོ་རྒྱུས་ནང་ལོག་ཡག་པོ་བལྟ་བ་ཡིན་ན་ད་དེ་ཚོ་གཙང་མ་འགྲོ་མ་གོ་བ་ཆེད་ད་འདས་གི་རང་བཙན་ཁ་ལ་ཁྱེར་ནས་ཚོགས་པ་ཡིན་ན་རེད་སྒེར་ཡིན་ན་རེད་ཁ་སེང་ངེད་ཅག་འཇའ་ཡང་ནོར་བུ་ཞུ་ངེས་ཅིག་འདུག་ད་ཁོ་རང་ལ་སྒང་དེ་ལ་ཅིག་སྦྱར་བཞག་མཁས་དབང་འཇམ་དབྱངས་ནོར་བུ་ལ་ནི་ལྟ་འདི་མཁས་དབང་ཡིན་རྒྱུ་རེད་དེ་བོད་པ་སྤྱི་ཚོགས་ནང་ལོ་ལ་མཁས་དབང་མང་པོ་དགོས་རེད་ང་ཚོ་ཚང་མ་ལ་མཁས་དབང་མང་པོ་ཡོང་བ་ཤོག་ལ་ནི་འབོད་སྐུལ་ཞུ་ཡ་ཡིན་པ་ཡིན་ནས་ཀྱེ་འཇམ་དབྱངས་ནོར་བུ་ཁོ་རང་གི་ད་རང་བཙན་ཁོ་རང་དང་ཁོ་རང་རོགས་པ་དེ་འདྲས་ཁ་སིང་སྐད་ན་དྲ་ལ་སྐད་ཆ་བཤད་ཁ་འགྲོ་འདུག་བ། རང་བཙན་རྩོད་ཉེས་ཚོ་ལ་ནི་མི་མང་གི་ཁར་རྡུང་གཏང་གི་འདུག་ལ་ནི། ཨ་ནི་སྐྱབས་རྗེ་ཟངས་མདོག་རིན་པོ་ཆེ་མཆོག་གིས་ནི་རང་བཙན་རྩོད་ངེས་དེ་ཚོ་དོལ་རྒྱལ་བསྟེན་ངེས་ལ་འདུག་ག་རེད་ལ་ནི། ཨ་ནི་འདུག་ཅིག་གསུངས་ཡོད་རེད། སྐྱབས་རྗེ་ཟངས་མདོག་རིན་པོ་ཆེ་མཆོག་གིས་འཇང་ཡ་ནོར་བུ་མཁས་དབང་བྲིས་འདུག་ད་ཁོ་རང་མིང་གི་སྒང་ལ། ད་ཁོ་རང་མཁས་དབང་ཡིན་གྱི་རོ། ད་འཇང་ཡ་ནོར་བུ་གིས་འདུག་འགྲེལ་བཤད་བརྒྱབ་ཡོད་འདུག་ག་ནི་ང་ཚོའི་མང་ཚོགས་ནས་ག་རེ་དོ་སྣང་བྱེད་དགོས་ར་ལ་ན། རང་བཙན་རྩོད་ངེས་ལ་མི་མང་གི་ཁར་རྡུང་བཏང་བ་དེ་འདྲའི་རྩ་བ་གཉིས་ནས་བྱུང་ཡོད་རྒྱུ་མ་གཏང་ང་ཚོས་ཚང་མ་ད་ལྟ་བར་དུ་རང་བཙན། ག་རེ་ཡིན་ན་གི་རང་བཙན། རྩོད་ཡ་ལ་ད་ལྟ་བར་དུ་འགྲོ་བསྡད་ཡོད་རེད་བ། འོ་དེ་འདྲས་རེད། ཨ་ནི་འོན་ཀྱང་སྐྱབས་རྗེ་ཟངས་མདོག་རིན་པོ་ཆེ་མཆོག་གིས་དུས་ཕྱིས་ནས་ཨ་ནི། བཀའ་སློབ་ཨ་ནི་གནང་ཡོད་རེད་ལ་ནི་ཁོ་རང་གིས་འགྲེལ་བཤད་ལོག་བཤད་བརྒྱབ་འདུག་བ། སྐྱབས་རྗེ་ཟངས་མདོག་རིན་པོ་ཆེ་མཆོག་གིས་བཀའ་སློབ་ནང་ལོག་ལ། ཨ་ནི་རང་བཙན་ཁ་ལ་ཁྱེར་ནས། ཨ་ནི་གོང་ས་མཆོག་གི། དགོངས་གཞི་དང་གོང་ས་མཆོག་ལ་ཨ་ནི་སྐུར་འདེབས་ཞུ་ཡ། འོ་དེ་ཚོ་དྲངས་དེ་ཨ་ནི་དོལ་རྒྱལ་ལྟས་ངན་དང་གཅིག་པ་རེད་ལ་ནི། དེ་འདྲས་ཅིག་གསུང་བ་དེ་ང་གོ་མྱོང། དེ་མ་ཤེས་འགྲེལ་བཤད་ལོག་བཤད་དེ་འདྲས་བརྒྱབ་ན་རང་བཙན་ཁ་ལ་ཁྱེར་ཕྱིན་ནི། དེ་སྤྱི་ཚོགས་ནང་ལོག་ལ་མ་ཉེས་ཁ་གཡོག་དང། མ་རུང་ཁོག་བཅང་བདེན་པ་མ་ཡིན་པ་རྐྱང་རྐྱང་གཞོན་སྐྱེས་ཀྱི་ཨམ་ཅོག་ལ་བཅུག་པ་ཡིན་ན། ཁྱེད་རང་ཚོ་ཏག་ཏག་བསྡད་ཀྱི་མ་གཏགས་སྤྱིར་བཏང་ནས་རང་བཙན་རྩོད་ངེས་ཡིན་ན། རང་བཙན་དེ་སུ་ལ། ང་ཚོའི་རང་བཙན་དེ་སུ་ལ་རྩོད་དགོས་རེད། ང་ཚོའི་རང་བཙན་དེ་སུ་ལག་པ་ཤོར་རོགས་རེད། ང་ཚོའི་རང་བཙན་དེ་རྒྱ་ནག་དམར་གཞུང་ལ་ཤོར་རོགས། ང་ཚོའི་རང་བཙན་རྩོད་ས་དེ་རྒྱ་ནག་རོགས། ཨ་ནི་རྣམ་པ་ཚོ་རྒྱ་ནག་ལ་ཨ་ནི་ཕ། སྐད་ཆ་བཤད་ནི་ཕ་བཙུད་ན། དེ་བོད་པ་ནང་ལོག་ལ་འགྲེལ་བཤད་རྒྱབ་དགོས་ཨེ་མི་འདུག་ཨ། ང་ཚོ་ཚང་མས་ཧ་གོ་གོ་ར་ང་ཚོ་བོད་པ། ང་ཚོ་ང་རས་རང་བཙན་ཡིན་པ། རྒྱ་ནག་ནི། རྒྱ་ནག་གི་དམར་གཞུང་མཉམ་དུ་སྐད་ཆ་བཤད་ནི་རང་བཙན་རྩོད་གོ་ར་བ། འཇམ་དབྱངས་ནོར་བུ། ཨ་ནི་འདི་ནི་ད་འདོད་རང་བཙན་རྩོད་ཉེན་ཡོད་ར་བ། རྣམ་པ་ཚོ་ཨ་ནི་རྒྱ་ནག་དམར་གཞུང་མཉམ་དུ་སྐད་ཆ་བཤད་ང་ཚོ་ལ་རང་བཙན་སྤྲད་རོགས་བྱིས། ཨ་ནི་འདི་སྒང་ལ་རྒྱ་རྒྱལ་སྤྱིའི་གི་འདི་ཐོག་ལ་རྒྱབ་སྐྱོར་ཐོབ་གོ་ར་བ། རྣམ་པ་ཚོ་ཤེས་འཇོན་གཉིས་ལྡན། དངོས་གནས་དྲང་གནས་ཀྱི་ཤེས་འཇོན་གཉིས་ལྡན་གྱི་མཁས་དབང་ཡིན་རྒྱུ་རེད་སོང་ཙང་ད་རིང་ནས་བཟུང་ཕྱི་ནས་ནས་རང་བཙན་རྩོད་ཡས་ཀྱི་ཆེད་དུ་རྒྱལ་སྤྱིས་ཀྱི་ཐོག་ནས་རྒྱབ་སྐྱོར་རག་ཡས་ཀྱི་ད་ལྟ་ནས་གྲ་སྒྲིག་གནང་རྒྱལ་ཁབ་གཅིག་གཉིས་གསུམ་བཞི་ཕྱི་ནས་ལོ་ནས་ལོ་ཕྱི་ནས་ཕལ་ཆེ་ག་ལི་ག་ལི་འགྲུབ་ཀྱི་རོགས་དེ་བོད་པ་སྤྱི་ཚོགས་ནང་ལོ་ལ་ཀ་རོ་ཀོ་རི་ཕྱི་ནས་བཤད་མ་ཉན་མ་ཉན་ཁ་གཡོག་བྱེད་བོད་པའི་གི་གཞོན་སྐྱེས་ཚོ་ལ་རང་བཙན་ཚིག་འདི་བཅུག་ན་ག་འདྲས་བྱེད་ཀྱི་བོད་པའི་གི་གཞོན་སྐྱེས་ཚོ་ལ་ཁྱེད་རང་ཚོ་གི་ལམ་ཀ་ལོག་པ་ཅིག་ལ་འཁྲིད་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡོད་རེད། རང་བཙན་དེ་རྩོད་ས་དེ་རྒྱ་ནག་རོ། ཨ་རྒྱ་ནག་ལ་ཕ་ཁ་བཏགས་བྱས་ནས་རྒྱ་ནག་དམར་གཞུང་ལ་ཡི་གེ་གཏང་ཞུ་དགོས་ཡོད་ན་ཞུས་བྱས་ནས་ཨ་ནི་རྒྱལ་སྤྱི་ནས་དང་པོ་ངེད་ལ་རྒྱབ་སྐྱོར་ཐོབ་ནས་ཨ་རི་ནས་རྒྱབ་སྐྱོར་ཐོབ་སོང། ཨ་ནི་འདས་ཁེ་ན་ཏྲ་ནས་རྒྱབ་སྐྱོར་ཐོབ་སོང། ཨ་ལྷག་པར་དུ་རྒྱ་གར་ནང་ནས་རྒྱབ་སྐྱོར་ཐོབ་སོང། ད་ལྟ་རྒྱ་གར་ནང་ལ་ཡིན་ན་ད་དངོས་གནས་དྲང་གནས་ཀྱི་རྒྱབ་སྐྱོར་ཐོབ་དགོས་ཡ་ཆ་སྐོར་རེད་ད་འདས་ཀྱི་སྐབས་བཅུ་བདུན་པའི་གྱི་སྤྱི་འཐུས་ལྷན་ཚོགས་ནང་ལོགས་ལ། གཏན་ལ་ཕབ་པའི་སྲིད་བྱུས་དེ་དོན་དབུ་མའི་ལམ་རེད་དེ། རང་བཙན་གྱི་ལྟ་བ་འགྲོ་ངེས་ཀྱིན་སྤྱི་འཐུས་མ་ཉུང་བ་ཅིག་འདུག། རྣམ་པ་ཚོ་ཡིན་ན་ད་ལྟ་རྒྱ་གར་ནས་བོད་རང་བཙན་འདི་རྩོད་ཡ་གྱི་རྒྱབ་སྐྱོར་ཐོབ་སོང་ས་ད་སྙམ་དུ་རྩོད་ག་འགྲོ་འདི་དུས་གཏན་གཏན་བོད་མི་རྩམ་ཟན་དགོན་ཡོངས་རྫོགས་ཡོང་གི་རེད་སོང་ཙང་དེ་འདྲས་ཅིག་མ་གནང་བ་ཡིན་ན་རྣམ་པ་ཚོས་ཀྱི་བོད་པ་ནང་ལོག་ལ་ཚུགས་ཁར་ཆོ་ནས་ཁ་བསྐོར་ནས་བོད་པའི་སྤྱི་ཚོགས་ནང་ལོག་དཀྲུག་དཀྲུག་བཏང་བ་ཡིན་ན་ད་ནི་རྣམ་པ་ཚོ་དངོས་གནས་དྲང་ནས་མི་མང་ལྐུག་པ་མར་བཏང་མི་མང་ལོང་བ་ཡང་མར་བཏང་མི་མང་ཧ་གོ་གི་ཡོད་རེད་སོང་ཙང་དེ་འདྲས་ཅིག་མ་གནང་ན་ཡག་པོ་ཡོད་རེད། རྣམ་པ་ཚོས་ཀྱིས་བཀའ་མོལ་གནང་སྟངས་འདི་ལ་བལྟ་བ་ཡིན་ན། ཨ་ནི་སྤྱི་ཚོགས་ནང་ལོ་ལ་མི་བྱེད་ཅེ་བཟང་པོ། མི་ཡ་རབས། ཨ་ནི་གོང་ས་མཆོག་གིས་བཀའ་དགོངས་གཞི་བཟུང་འགྲོ་ངེས་ཆ་ཚང་ལ་ཁྱོད་ཚོ་གིས་མ་ཉེས་ཁ་ཡོག་བྱེད་ཀྱི་འདུག་ཨ། དེ་འདྲས་བྱེད་བ་ན་ཁྱོད་ཚོ་རང་བཙན་རྩོད་ཀྱི་ཡོད་ས་མ་རོ་ཨ། ཨ་ཁྱོད་ཚོ་ཞལ་འདེབས་སྟོབས་ན་དེ། ཁྱོད་ཚོ་ལ་ཞལ་འདེབས་སྤྲད་ཉེན་དེ་ནི་ཨ་ནི་མི་མང་དཀྱུས་མ་དེ་ཚོར་རོ། ཨ། མི་མང་དཀྱུས་མ་དེ་ཚོ་ཡིན་ན་ཀྱེ་སོ་སོའི་གི་ཞལ་འདེབས་སྤྲད་ཡས་དེ་ད་ཕྱོགས་རེ་རང་ལ་ལྷུག་ནས། ད་དེ་རང་བཙན་རྩོད་ངེས་ཀྱི་མི་དེ་གི། མི་བསད་ཡོད་ན་འདྲ་ཨ་ད་མི་གཏུབ་ཡོད་ན་འདྲ་གོང་ས་མཆོག་ལ་དད་པ་མེད་ན་ཡང་འདྲ་ཨ་དཔེ་ཤ་སྤྲད་ཀྱིན་ཡིན་ལགས་ན་ནི་གནས་ཚུལ་ལོག་ག་རེད་མ་གཞི་སོ་སོའི་གི་དཔེ་ཤ་ཁྲག་ཟངས་སྣག་ས་གི་དཔེ་ཤ་སྲོང་བསྟིམ་གཅིག། ཨ་ནི་ཡུ་རོ་ཨེ་སེན་གཅིག་ཡིན་ན་ཀྱེ་སྐྲས་སངས་དེ་མི་དེ་ག་འདྲེ་རེད་ཤག་ཚོགས་པ་དེ་ག་རེ་བྱེད་ཀྱི་འདུག་ག་རེ་རེད་ཤག་ཁོང་ཚོ་སྒང་ལ་དེ་སྙེད་གཅིག་པོ་གཅིག་གི་ཚོགས་གཙོ་གྱུར་ལས་དེ་ཚོ་དཔེ་ཤ་རྒྱང་དེ་ན་ཁྱོད་ཚོ་འགྲིག་ས་རེད་བས་དེ་འདྲས་གཅིག་ལྟ་བྱེད་ནས་ཞིབ་འཇུག་བྱེད་བྱེད་ནས་ཨ་ནི་ཞལ་འདེབས་སྤྲད་མཉམ་ཞུགས་བྱེད་སུ་སུ་སྤུ་གུ་ཡིན་ན་ཀྱེ་ཨ་ནི་ཕ་ནི་ཕ་མཉམ་དུ་ལ་འཁྲིད་བ་ཡིན་ན་ཨ་ནི་ཡག་པོ་ཡོད་རེད་འོ་དེ་འདྲས་གཅིག་ཞོན་ཡིན་ད་རང་བཙན་རང་བཙན་རྩོད་མཁན་རྣམས་ཚོ་ལ་འོ་དེ་ཞོན་མ་ངས་ཁ་གཡོག་མ་གནང་རོགས་གནང་འོ་དེ་ཞོན་རང་བཙན་རྩོད་ས་དེ་རྒྱ་ནག་རེད་རྒྱ་ནག་ལ་སྐད་ཆ་བཤད་རྒྱ་ནག་ལ་སྐད་ཆ་མ་བཤད་གོང་ལ། རྒྱལ་སྤྱི་ཡི་རྒྱལ་ཁབ་ནས་རྒྱབ་སྐྱོར་ཚང་མ་ཐོབ་ཕྱིན་ནས་གྲ་སྒྲིག་བྱེད་བདེན་ཚོ། དེ་བོད་པའི་སྤྱི་ཚོགས་ནང་ལོག་ལ་ཚུར་དཀྲུག་དཀྲུག་བཏང་མ་ཡོང་ར་བྱེད། ང་ནི་གནད་དོན་གཉིས་པ་དེ་ཡིན་ར། ཨ་ནི་དེ་ནས་ད་གསུམ་པ་དེ་གལ་ཆེ་ཤོས་ནང་ནས་གལ་ཆེ་ཤོས། བོད་མི་རྩམ་གཟན་ཡོངས་རྫོགས་ཀྱི། བོད་ཕྱི་ནང་གཉིས་ལ་ཡོད་པའི་གི་བོད་མི་ཚོས་གི་ཐུགས་སྣང་གནང་དགོ་ར་ད། ཁ་སི་སྨྱོན་ལ་ཡང་ཚོགས་པ་གཅིག་དོན་སུ་ཨ། ག་རེ་བོད་ཀྱི་མ་འོངས་མདུན་ལམ་ག་རེ་ནི་གཅིག་ཚོགས་པ་ལ་ནི་གཅིག་ཡང་གོང་ས་མཆོག་སྐུ་བློན་པ་ཕི་གེ་གོང་ས་མཆོག་སྐུ་མདུན་ལ་ཞུས་གནང་འདུག་ཡང་སྲིད་ཀྱི་ཐོག་ལ་ད་ཕེ་གེ་རང་ཞུ་ཡན་དང་ཇུས་ཏོག་ག་རེ་གོ་རེ་རོ། འོ་དེ་འདྲ་བྱིན་ད་ད་ལྟའི་ཆར་ལ་སུ་རེ་ཤ་ལ་དང་ཉེ་ཆར་བློ་བཟང་སངས་རྒྱས། སྲིད་ཟུར། སྲི་སྲིད་སྐྱོང་གནང་རོ། ལོ་ལྔ་མ་རྟག་ལོ་བཅུ་གནང་རོ། མི་དེ་འདྲས་གཅིག་གིས་ད་ཕྱི་ཚོར་དྲ་རྒྱ་ནང་ལ་དོན་ཡོང་བྱས་ནས། ཨ་ནི་ད་ཡི་གེ་དེ་ག་རེ་སྦྱར་ཡོད་རེད་ལབ་པ་ཡིན་ན། དངོས་གནས་དྲང་གནས། འདི་ད་ཡི་གེ་དེ་མཐོང་སོང། ཚིག་འདི་ཀློག་པ་ཡིན་ཨིན་ཇི་ཐོག་ནས་ཨིན་སྐད་ཐོག་ནས་མཱ་སི་ཏར་ཐོན་པ། འདི་འདྲས་འབུམ་རམས་པ་ཐོན་པ་དང་འདི་ཆེ་བསྟོད་སློབ་གྲྭ་ཐོན་པ་འདི་འདྲ་ད་གང་ཡང་མེད་དེ། ཚིག་འདི་མཐོང་བ་དང་དངོས་གནས་དྲང་གནས་ད་ཉི་མ་ཁ་ཤས་འགྲོ་ཚར་རེད། དངོས་གནས་དྲང་གནས། མི་མང་མང་པོ་ཅིག་གིས། ནི་ད་སྙི་མ་ཀུ་ཡ་དེ་འདྲས་ཅིག་གི་བློ་ཕམ། དངོས་གནས་གྲགས་ནས་ཞེན་མེད་ལོང་ཡང། བཀྲ་མ་ཤིས་བ། རྟགས། རྟེན་འབྲེལ་ཡག་པོ་མེད་བ། དེ་འདྲའི་ཅིག་གི་སྲིད་ཟུར་གྱི་ད་སྐད་ཆ་བཤད་རེད་བ། དེ་ཡང་ད་ལན་ཐེངས་མ་དང་པོ་མ་རེད་ཤག་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་ཡང་ཁོ་རང་གི་སྐད་ཆ་བཤད་ཚར་འདུག་ཨ། སྲིད་ཟུར། གྱི་ད་ལྟ་རྩོམ་དེ་འདྲའི་ནང་ལ། གོང་ས་མཆོག་གི་མཚན་ལ་དད་པ་དམ་ཚིག། གུ་གུར་དེ་འདྲའི་རྩ་བ་ནས་མི་འདུག་ད་ད་ལའི་བླ་མ་ད་ད་ལའི་བླ་མ་མ་ཤི་ཁུ་ནས་མི་འདུག། ཁེ་བཟང་ངེས་ཁེ་བཟང་དགོངས་དག་མ་རྙེད་གོང་ལ་ད་ལྟ་ང་ཚོའི་བོད་དོན་ཆེད་དུ་ཨ་ནི་དམིགས་བསལ་སྐུ་ཚབ་བསྐོ་གཞག་གནང་བ་ལྕམ་སྐུ་ཨ་ཛ་ར་ཛ་ཡ་མཆོག་གི་བཀའ་སློབ་ག་འདྲེ་གནང་གི་འདུག་མི་མཁས་དབང་ལ་ན་དེ་འདྲེ་རེད་ད། His Holiness the Dalai Lama། ད་བློ་བཟང་སངས་རྒྱས་སྲིད་ཟུར་བློ་བཟང་སངས་རྒྱས་ད་ག་འདྲེ་སྐད་ཆ་བཤད་ག་འགྲོ་ཡ་རེད་དོ་ཨ་ཅི་ད་གཉིས་བ་ལ་ས་ཆ་ག་བ་རེད California རེད་དེ་ལ་ག་རེ་བྲིས་ཡོད་རེད་ལ་ན་ཚིག་དེ་ད་དབྱིན་སྐད་ཐོག་ལ Master དེ་འདྲ་མང་པོ་ཡོད། གོང་ས་མཆོག་ལ་ད་ལྟ་མཚན་སྙན་གྲགས་དང་དེ་འདྲའི་ཐོག་ལ་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཕོག་ཐུག་འགྲོ་མོ་གོ་ཡ་དེ་འདྲའི་ཐོག་ལ་སྐད་ཆ་བཤད་ངེས་དབྱིན་ཇི་སྐད་ནི Master དེ་འདྲ་མང་པོ་ཡོད། YouTube བཟོས་སོང Facebook ནང་ལ་དོན་སོང། གོང་ས་མཆོག་ལ་ད་ལྟ་རྒྱ་གར་པུ་བོ་དང་ད་དེ་འདྲས་བོད་པའི་སྤྱི་ཚོགས་ནང་ལོགས་ལ་རྙོག་དྲ་མེད་བ་བོད་པའི་སྤྱི་ཚོགས་ལ་ཁ་བཏད་བཅག་མོ་གོ་བ་སྤྱི་འཐུས་ལ་ཁ་བཏད་བཅག་མོ་གོ་བ་དེ་འདྲས་ཀྱི་རྙོག་དྲ་སྐབས་ལ་ནི་དོན་ཡོང་ངེས་དེ་འདྲས་ཁ་ཤས་ཤིག་ཡོད། ད་ག་བ་འགྲོ་རེད་ཁྱོད་ཚོ། ཁྱོད་ཚོ་འདི་ཚིག་འདི་མཐོང་གོ་མ་འདུག་བེ་རོ་ཨ། ག་རེ་བྲིས་ཡོད་ལ་ན། The Battle for the Soul of the Dalai Lama Live། ད་དབྱིན་སྐད་ཐོག་ལ་ང་མཁས་བ་གང་ཡང་མེད་ལ་ནི་ཞུས་ཚ་ཡིན་ད། ད་ཡིན་ནས་མི་ཕལ་བ་གཅིག་གིས་འདི་གོ་ཡོང་དོ་ག་རེ་གོ་གི་འདུག་ལ་ན། ཏཱ་ལའི་བླ་མའི་རྣམ་ཤེས་ལ་ཨ་ནི་དམག་འཁྲུག། འཐབ་འཛིང། ཏཱ་ལའི་བླ་མའི་རྣམ་ཤེས་ལ་དམག་འཁྲུག། ཨ་ནི། འཐབ་འཛིང། འབད་བརྩོན། འོ་དེ་འདྲས་བྱེད་ཡ་རེད་ཤི་ད། འདི་དགོས་ཡ་འདི་གང་ལ His Holiness ད་ད་ལའི་བླ་མ་དེ་འདྲས་གང་ཡང་ཡོད་མ་རེད་ད། དེ་འདྲས་ཚིག་དེ་འདྲས་བྲིས་ཡ་ཡིན་ན་དེ་ལ་ཡག་ག་དེ་འདྲས་བྲིས་ཡ་ཡོད་རེད་བ། འབུམ་རམས་པ་རེད་བ། འུ་དེ་འདྲས་རེད་ཤག་ད་ག་འཆད། ཚིག། བྲིས་སྟངས་འདི་ག་རང་ལ་བལྟ་ན་ང་ཚོ་བོད་མི་མང་པོ་ལ་རྨ་ཁ་བཟོས་སོང་ད། མཁས་དབང་བློ་བཟང་སངས་རྒྱས། ཨ་འདི་ཚིག་དེ་ཚོ་ཏག་ཏག་ཅིག་བསྡད་མི་འདུག་སྤྱིར་བཏང་ནི་ད་བེ་ཏྲ་ལའི་དེ་ཚོ་མང་ཆེ་དམག་དང། དམག་འཁྲུག་ལ་བེད་སྤྱོད་བྱེད་ཀྱི་འདུག་བ། ཨ་འདི་སོར་ལ་ན་རྣམ་བཤེར་བ། སྤྱན་རས་གཟིགས། ནོར་བུ་བོད་མི་ཡོངས་ཀྱི་ལྟ་བའི་མིག་དང་ཁོག་པའི་སྙིང། བོད་མི་ཡོངས་ཀྱི་བླ་སྲོག། སོ་སོ་ཕ་མ་ལས་དྲིན་ཆེ་ཡ་ཡིན་ད། རྩ་བའི་བླ་མ། ཁོང་ལ་ད་དེ་འདྲའི་དྲི་ཞྭ་ཡོད་རུང་བ་ཚིག་དེ་འདྲས། སོང་ཙང། ད་དེ་ཡིན་ན་བཀྲ་མ་ཤིས་བ་རྣམ་རྟོག་བློ་ངན། མོ་གོ་བའི་གི་ཇུས་གཏོགས་མེད་བའི་ཇུས་གཏོགས། རང་ཚུགས་མ་སིམ་ནི། དངོས་གནས་དྲང་གནས་ད་ཚིག་ཕལ་བ་ཞིག་ན་སེམས་པ་ད་བདེའུ་ཡོད་རྒྱུ་ར། འོ་དེ་འདྲས་ཅིག་རེད་ཤག་ད་བཀའ་མོལ་གནང་ཡ་རེད་དུ་བ། ད་དེ་ཚོ་ཚིག་དེ་ཚོ་ཟོལ་བཅོས་རྒྱབ་བྱེད་ནི་ག་རེ་ཡིན་ན་གས་ཕ། ལེགས་བཅོས་བྱེད་ན་མ་ཤེས་དངོས་གནས་དྲང་གནས་གི་སེམས་པ་སྐྱོ་སོང་ཞོན། ཨ་ནི་འདི་གང་ལ་གས་ཁྱེད་རང་ད། ཁྱེད་རྣམ་པ་ཚོ་ལ་འདི་གི་ཡང་སྲིད་ཀྱི་སྐུ་ཡི་ཡང་སྲིད་ཀྱི་ཐོག་ལ་ཇུས་ཏོག་ག་རེ་ཡོད་རེད་འགན་ག་རེ་ཡོད་རེད་ལ་ནི་དེ་དྲི་བ་ཆེན་པོ་ཅིག་ཆགས་འདི་ཞག་མི་མང་ཚོའི་སྐད་ཆ་བཞུར་དྲི་གི་འདུག་བློ་བཟང་སང་གེ་ག་རེ་གི་འབུམ་རམས་པ་ཐོན་རེད། ག་རེ་ཕྱིན་ནི་ཇུས་ཏོག་བྱེད་དགོས་རེད་དེང་སང་ལས་ཀ་ག་རེ་ཡོད་རེད་ལབ་གི་འདུག་ཁ་ཤས་ལབ་གི་འདུག་ཧར་བར་ལ་དགེ་རྒན་ལབ་གི་འདུག་ཧར་བར་ལ་དགེ་རྒན་ཡིན་ན་དགེ་རྒན་གནང་རོགས་བྱེད་དགོས་རོགས། ཧོ། དེ་འདིར་བྱ་སོང་ཙང་ལྟ། བློ་བཟང་སངས་རྒྱས་ལགས་ཀྱིས་ད་ལྟ། གོང་ས་མཆོག་གི་མ་འོངས་ཀྱི་ཡང་སྲིད་ཐོག་ལ་ཨ་ནི་སྐད་ཆ་བཤད་ཡས་ལ་ཁོང་ལ་སློབ་སྦྱོང་ག་རེ་ཐོན་ཡོད་རེད Bus ག་རེ་ཡོད་རེད Basic ག་རེ་ཡོད་རེད་གོང་ས་མཆོག་གི་ཡང་སྲིད་དང། ནང་པ་སངས་རྒྱས་པའི་གི་ཆོས་དང། བོད་ཀྱི་སྐད་ཡིག་དང་རིག་གཞུང་གི་ཐོག་ལ་ཁོང་ལ་དམའ་མཐར་གྱི་ཨ་ནི Basic གི་ཨ་ནི Knowledge དེ་ག་རེ་ཡོད་རེད་ཟེར་ལ་ནི་མི་མང་གི་དྲི་བ་གཏང་གི་འདུག་ད། ངོ་དེ་རེད་ཤག་ཨ་ནི་ད་ལྟའི་ཆར་ལ་གོང་ས་མཆོག་སྐུ་འཚོ་བཞུགས་བཞུགས་གནང་ཡོད་རེད། ཞལ་བཞེས་བཟང་པོ་ཐོབ་གནང་ཡོད་རེད། རྣམ་རྟོག་ལོག་མ་ཡོང་ཨ། སོ་སོ་ནང་ལ་ཡིན་ན་ཀྱེ་མི་ཕལ་བ། གོང་ས་མཆོག་ད་སངས་རྒྱས་རོ། མི་སོ་སོ་ནང་ལ་ཡིན་ན་ཀྱེ། ཁྱོད་ཤི་གི་རོ་དེ་རྗེས་ནས་ངས་ཁྱོད་ཀྱི་ཡང་སྲིད་ཁྱོད་ཀྱི་དེ་རྣམ་ཤེས་དེ་ག་བ་འགྲོ་གི་འདུག་ལ་ནས་འོ་དེ་འདྲའི་སྐད་ཆ་དྲི་བ་ནི་རྣམ་རྟོག་རེད་ད། ད་གོང་ས་མཆོག་ང་ཚོའི་གི་དངོས་གནས་དྲང་ནས་བོད་མི་ས་ཡ་ད་དྲུག་བདུན་ག་ཚོད་ཡོད་བ་ཚང་མེད་གི་ནོར་བུ་སྲོག་རྩ་ཨ་ནི་འཛམ་བུ་གླིང་སྤྱི་ཡོངས་གི་དད་གུས་དམ་ཚིག་བྱེད་ས་ཡོད་བ། འོ་དེ་འདྲའི་ཆེད་གི་ད་སྤྱན་རས་གཟིགས་སྐུ་ཡི་བློ་འབའ་གི་ཡང་སྲིད་དེ་ཁྱེད་རང་ལ་ཇུས་ཏོག་རྩ་བ་གཉིས་ནི་དགོས་ཡ་ཡོད་མ་རེད་ཁྱེད་རང་འདི་ཡི་ཐོག་ལ་སློབ་སྦྱོང་དང་ཤེས་ཡོན་དང་དེ་འདྲའི་གང་ཡང་ཐོན་པ་མ་རེད་འདི་ཡི་ཐོག་ལ་ཨ་ནི་སྤྱན་རས་གཟིགས་ཁོང་རང་རང་གི་ཐུགས་དང་སྤྱོད་ཡ་དང་ཨ་དེ་དང་མཉམ་དུ་དགའ་འདེ་ཕོ་བྲང་ཡིག་ཚང་ནི། ཐུགས་དག། རྒན་གཞན་སྣང་ཡ། ཨ། དེ་ནས་རྗེས་ནས་ནི་བོད་མི་སྒྲིག་འཛུགས་ཡོར་ད། སོང་ཙང། འོ་དེ་འདྲས་བྱིས་པ་ཡིན་ན་ཨ་ནི་ཡག་པོ་ཡོད་རེད་གཅིག་དངོས་གནས་བྱིས་ན་འབུམ་རམས་པ་ལ་ན་ད། སོ་སོ་ག་རི་ལ་འབུམ་རམས་པ་ཐོན་ཏོ། སོ་སོ་ག་རི་ལ་བྱང་ཆུབ་ནས་ད་ལྟ་བར་དུ་སློབ་སྦྱོང་ཐོན་ཏོ། དེ་ཚོ་ལ་གཟེངས་སུ་དོན་དགོས་ཡ་ཅིག་རོ། ཨ་ནི་སོ་སོ། སོ་སོ་རང་འབུམ་རམས་པ་ག་རི་གང་ལ་ཐོན་རེད་ཁྲིམས་ཐོག་ནས་ཐོན་ཡིན་སར་བ་ལོ་ནས་ད་ཡིན་ནས་མི་གི་ལབ་ཀྱི་འདུག་ད་ང་ད་ཧ་གོ་གི་ཡོད་མོ་རང། སོ་སོ་རང་ཁྲིམས་ཐོག་ནས་འབུམ་རམས་པ་ཐོན་ཡིན་ན་ཨ་ནི་ཁྲིམས་ཐོག་ནས་སོ་སོའི་གི་ཨ་ནི་འབུམ་རམས་པ་ཐོན་རྒྱོ་འདི་ལ་ཨ་ནི་རྩལ་བཏོན་བྱིན་ནས་ཨ་ནི་འདི་ལ་གཟེངས་སུ་ཐོན་པ་ཨ་ནི་གནང་ཐོབ་བ་ཅིག་དགོ་རོ་ཨ་ནི་དེ་འདྲས་ཨ་ནི་ཁྱེད་རང་གི་གནང་ཐོབ་ཡོ་རོ་བས་ལ་ན་ཨ་ནི་ཁྱེད་རང་གི། ད་མི་ཚེ་ནང་ལོ་ལ་དངོས་གནས་དྲང་གནས་སྲིད་སྐྱོང་སྣང་བའི་གི་ལས་སྐབས་ལ་གདོང་ལེན་དང། འདི། འབུམ་རམས་པ་ཐོན་ཡས་ཐོན་པའི་གི་རྣམ་དཔྱོད་རྩལ་དུ་སྟོན་ཡས་གི་གོ་སྐབས་རག་ཡོད་རུང། གོ་སྐབས་ག་ཚོད་མང་པོ་བྱེད་གྲངས་སུ། ནི་ཀླད་ཀོར། སོ་སོ་བྱང་ཆུབ་གི་སློབ་སྦྱོང་ཐོན་ས་གི་འབུམ་རམས་པ་དེ་ནི། རྩལ་དང། རིག་པ་དང་རྣམ་དཔྱོད་དང། དེ་འདྲའི་སྟོན་ཡས་སྐབས་དུ་ལ་ནི་སྟོན་མ་བཏུ་བ་ཆེ། ཚུ་ཀླད་ཀོར། ཐོག་ལ་ནི་བཞག་ཡོད་རུང་བ། ཁྲིམས་ཀྱི་ཐོག་ལ་ཨ་ནེ་འབུམ་རམས་པ་ཐོན་ཡོད་ན། ཨ་ནེ་བོད་མིའི་སྒྲིག་འཛུགས་མང་གཙོ་ཀ་བ་གསུམ་མ། གོང་ས་མཆོག་གིས་ཁྲག་རོག་རོག་ཁྱེད་རང་ལ་ཨ་ནེ། འདི་གནང་སོང། མ། སྐྱབས་རྗེ་ཟངས་མདོག་རིན་པོ་ཆེ། བཀའ་བློན་ཁྲི་པ། ད་གང་ཆེ་སྲིད་སྐྱོང་དང་པོ་དེ་བཀའ་བློན། འདི། སྐྱབས་རྗེ་ཟངས་མདོག་རིན་པོ་ཆེ་ཆོག་ཆག་གི་རོ། ཁོང་གིས་མ་རྩིས་ལན་རྩིས་སྤྲོད་དཔེ་མི་སྲིད་གི། སྔོན་ནས་དྲང་གནས་བཀའ་གདམས་སྲིད་ཞིག། འདུས་ཕྱིན་ནས་མ། མང་གཙོ་ཀ་བ་གསུམ། ཁྲ་རོག་རོག་མ་ཨ་ནི་རྩིས་སྤྲོད་གནང་སོང་ཨ། ཨ་ནི་ཁྱེད་རང་སྐབས་དུས་ནི་འདི་ཚང་མ་སྤྱི་འཐུས་སྐབས་བཅུ་དྲུག་མཉམ་དུ་ལ་ཨ་ནི་མང་གཙོ་ཀ་བ་གསུམ་ནས་གཅིག་འདི་གཏོར་བ་འདི་ཁྲིམས་འདི་ཡས་ཁྱེད་རང་རང་འབུམ་རམས་པ་ཐོན་བས་ཀྱི་ཨ་ནི་སློབ་ཆུང། འདི་ག་རང་ལ་ཨ་ནི་ཁྲིམས་ཁང་ཁོ་རང་གཏོར་བ། ཨ་ད་འདོད་ཁྱེད་རང་འདི་སང་ཉིན་ཉི་མ་གཉིས་རྗེས་འདི་ལ་ཨ་ནི་བཅར་འདྲི་དང་ལེན་གནང་ལོ་གནང་ལོ་ཨ་ནི་ག་རི་ལབ་ཡོད་ལ་ན་ཁྱེད་རང་ལན་འདེབས་ག་རི་རྒྱབ་ཡོད་ལ་ན། ཨ་ནི་ཁྲིམས་ཀྱི་ཐོག་ལ་ཉམས་མྱོང་ཨ་ནི་གང་ཡང་མེད་ཙང་ཨ་ནི་སྐད་ཆ་བཤད་མེད་ཁ་བཙུམ་ནས་བསྡད་བསྡད་ཡིན་ལ་ཡོད། ད་ཚུ་འདི་ལ་ཨ

ཁྱིམ་ལ་སྐྱ་རོ། སྐྱ་སྟོད་ཀ་ནི། ཨ་སོ་སོ་སྔོ་ནེ་ཆི་ན་ད། སོ་སོ་འབུམ་རམས་པ། སོ་སོ་འདི་ག་རང་ལ་སློབ་སྦྱོང་ཐོན་དུ་གཟི་བརྗིད་ཆེན་པོ་སྤོ་བོ་ཆེན་པོ་ངང་ནས་ནི། ཆེ་བསྟོད་ཁྲིམས་བཤེར་ཁང་གི་སྐས་འཛེག་ཡར་འཛག་ནས་ནི་ཡར་བཅར་བྱས་ནས་སོ་སོ་གི་གདོང་ལེན་བྱེད་འོར་བ་ནི་ཉི་མ་གཅིག་ཡང་ཆེ་བསྟོད་ཁྲིམས་བཤེར་ཁང་གི་སྐས་འཛེག་ཐེམ་པ་གཅིག་ཡང་ནི་འཛག་ཐུབ་པ་བྱུང་ཡོད་མ་རུ་བ། ད་འདི་སོ་སོ་བྱང་ཆུས་བེད་ཀྱི་ནི་འདིར་ད། ཤེས་ཡོན་སྦྱང་བེད་ཀྱི་འདི། འབུམ་རམས་པ་ཐོན་བེད་ཀྱི་ཨ་འདི་སྐབས་དུས་ནི་སྐས་འཛག་གཅིག་ཡང་འཛག་ཐུབ་མི་འདུག་བ། མི་མང་ཚང་མས་འདི་ཧ་གོ་གོར་བ། ཨཱ། དེ་དང་མཉམ་དུ། ཨཱ་ནི་འཛམ་བུ་གླིང་ནང་ལ་བྱུང་མ་མྱོང་བ། འཛམ་བུ་གླིང་གི་ཨཱ་ནི། སྲིད་སྐྱོང་ཡིན་ན་རེད་སྲིད་འཛིན་ཡིན་ན་རེད། བློན་ཆེན་ད་སུ་རྩིས་ལེན་རྩིས་སྤྲོད་གནང་གི་ཡོད་འདུག་ག་ནི། ཕྱི་གསལ་ནང་གསལ། གཙང་མ་གཙང་རྐྱང་འགན་ཡོད་དཔེ་གི་ཐོག་ནས་ཁྲིམས་དང་སྒྲིག་གཞི་ཡོད་དཔེ་གི་ཐོག་ནས་ཨཱ་ནི་རྩིས་ལེན་རྩིས་སྤྲོད་གནང་གི་འདུག་བ། ད་ང་ཚོ་ལ་ལོར་རྒྱུས་ནང་ལོ་ལ། ཨཱ་རྩིས་ལེན་རྩིས་སྤྲོད་སྐབས་འདུག་ལ་ཁྲིམས་དང་སྒྲིག་གཞི་ཆ་ཚང་གཏོར་ཆེ་ནི། ཨཱ་ནི་ཚང་མ། གཙང་མ་གཙང་རྐྱང་བཟོས་ཚང་མ་ནག་བསུབ་བཏང། ཚང་མ་ཕ་མེས་བ་བཟོས་ནས་སྟོང་པ་སྟོང་རྐྱང། ཁོ་རང་ནང་བཞིན་ཁོ་རང་རོགས་པ་གཅིག་ཡོད་བ་སྐལ་རྡོར་ཁོ་རང་གཉིས་ཀས་ནི་འོ་དེ་འདྲས་བྱས་ནས་རྩིས་སྤྲད་ཡོད་རོགས་ད་དེ་ཚོ་ཁྲིམས་དང་སྒྲིག་གཞིའི་ཐོག་ནས་འབུམ་རམས་པར་བ་ནི་དེ་ཚོའི་ཐོག་ལ་ནི་ད་སོ་སོའི་གི་གཟི་བརྗིད་དང་བྱང་སུ་ཆུབ་པ་དེ་ཚོ་སྟོན་ཐུབ་ཡོད་ན་ཏན་ཏན་གི་འགྲིག་ཡོད་རོགས་ད་དེ་ཚོ་ཚང་མ་ནི་མེས་བ་ཆགས་པ་རོགས་འོ་དེ་འདྲས་རེད་ཤག་སོང་ཙང་ད་ད་ལྟའི་ཆར་ལ་ནི་དངོས་གནས་དྲང་གནས་གོང་ས་མཆོག་གི་སྐུ་ཡི་ཡང་སྲིད་ཐད་ལ་ཨ་ཁྱེད་རང་གི་གསུང་ཡག་དང་ད་ལྟའི་གི་ཚིག་བརྗོད་དེ་ཚོ་ཆ་ཚང་ཅིག་ནི་མ་རུང་བ་དང་མ་འགྲིག་པ་རྟགས་རྟེན་འབྲེལ་བཟང་པོ་མེད་བ་རེད་ཤག་ནི་དངོས་གནས་དྲང་གནས་ཀྱི་ཇུས་གཏོགས་མ་གནང་ན་ཡག་པོ་ཡོད་རེད་ནི་ཁོང་ཁོང་རེ་རང་གི་ཐུགས་ཐག་གཅོད་གནང་རྒྱུར་བ་འདི་ནས་འགན་བཞེས་གནང་ཉེ་ཡོར་བ་འདི་འདྲི་རེད་ནི་རྒྱལ་སྤྱིའི་གི་སྡིངས་ཆའི་སྟེང་ལ་གི་གོང་ས་མཆོག་གི་མ་འོངས་པའི་གི་སྐུ་ཡི་ཡང་སྲིད་ཐད་ལ་རྒྱ་ནག་གཞུང་གི་ཨ་ནི་ཐེ་བྱུས་གནང་ཆོག་གི་མེད་ད་ལ་ནི་རྒྱལ་སྤྱི་ནས་རྒྱབ་སྐྱོར་གནང་གི་ཡོད་རེད་སོང་ཙང་ཡང་ཁྱེད་རྣམ་པ་ཁྱེད་རང་ཆེད་ད་ལྟ་ཚོགས་པ་ཁ་ཤས་ཅིག་འདུག་ཨ་སློང་མོ་རྒྱག་གི་འདུག་ཨ་གོང་ས་མཆོག་གི་མཚན་རྟོགས་ལ། ཡི། ཁ་ལ་སྙན་པོ་ཁྱེར་ནས་ཚིག་གོང་ས་མཆོག་གི་ཡང་སྲིད་ལབ་ཨ་ཁྱོད་ཚོ་འགྲོ་ནས་ཧྲེན་སློང་ཨེ་རེད་འདུག་ཨ་ད་ལྟ་ཨེ་ཤི་ཡ་གར་ས། Freedom Institute ས། ངོ་འདི་ཚོགས་པ་འདི་གི། ངོ་འདི་སློང་ཨེ་རེད་འདུག་ཨ། ཨ་ནི་གོང་ས་མཆོག་གི་མཚན་རྟོགས་ནས་ཨ་ནི་སློང་མོ་རྒྱབ་ཨེ་དེ་འདྲས་ན་གོང་ས་མཆོག་གསུང་ཆོས་གནང་འདུག་ག་ནི། ག་རེ་བྱུང་སོང་འདི་རྩིས་ཁྲ་དང་མ་དང་རྒྱང་ཕར་སློག་བྱས་ནས་ཨ་འདི་ལྷག་མ་འདི་ཆ་ཚང་འདི་ཡུལ་མི་ལ་ཕན་པ་ཡང་མེད་ན་ཨ་ནི་དེ་དམག་ག་ལོར་འབྱུང་བས་ཀྱི་སྐྱོན་ཆུང་བ་དང་ག་འབྱེད་ག་བ་ལ་ཡིན་ན་གནང་གི་འདུག་ཨ་རྣམ་པ་ཚོ་ཨ་ནི་ཚུ་གོང་ས་མཆོག་གི་མཚན་འདི་བྲིས་ནས་ཨ་ནི་ཀློང་དགའ་འགྲོ་གི་ཡོད་ས་རེད་བ། ཨ་ནི་རེད་འོང་རེད་འདི་མཉམ་དུ་ལ་འདི་ཞུ་ན་བསམ་སོང་ཨ་ནི་ད་ག་འབྱེད་འོང་འདི་ཡང་སྲིད་ཀྱི་ཐོག་ལ་ཨ་ནི་ཏན་ཏན་གྱི་ཨ་ནི་འདི་ང་ཚོའི་བོད་མི་ཡོངས་ཀྱི་བསམ་ཡུལ་ལ་མ་ཤོང་བ་རེད་འདུག་ད། གོང་ས་མཆོག་ད་འདུས་སྐུ་ཚེ་བསྐལ་བརྒྱར་ནས་བསྐལ་བརྒྱར་བརྟན་དགོས་རེད་དེ་མ་ཚད་ཕོ་བྲང་པོ་ཏཱ་ལ་ཞབས་སོར་འཁོད་ཡ་གྱི་ང་ཚོ་སྨོན་འདུན་རྒྱབ་ཀྱི་ཡོད་རེད་སོང་ཙང་དེ་ཁྱོད་ཚོ་བཀྲ་མ་ཤིས་བ་རྣམ་དོ་སློང་མ་ཡོང་བ་བྱེད་རོགས་ཨ་ནི་དེ་ནས་གོང་ས་མཆོག་ལ་ཁ་སིང་ངེ་ཅར་ཨ་ནི་འདི། དེ་ད་རིང་ངས་རྐང་བཙུགས་ནས་འདི་ཆུ་བ་འདི་གོན་ཡིན་པ་དེ་ལུག་ལུག་དེ། དེ་ནས་ནས་བག་གི་ནས་ཨ་འབའ་ནས་བཏོན་ནས་ནི་དེ་གོང་ས་མཆོག་ལ་མཚན་རྟགས། ཞུས་གནང་འདུག་ཨ་ནི་འདི་དགའ་ལྡན་ཕོ་བྲང་གི་ད་ལས་བྱེད། རྒན་ཡོལ་འདི་སྐབས་དུས་རྒན་ཡོལ་གྱི་ལས་བྱེད་སུ་ཡིན་ན། རྒན་ཡོལ་བས་ཀྱི་ལས་བྱེད་སུ་ཡིན་ན་འདི་མཚན་རྟགས་ག་རེ་གང་ལ་སློངས་སོ་སྐུ་མཁྱེན་ཡང་འདི་ང་ཚོ་ལ་མི་མང་ལ་འགྲེལ་བཤད་རྒྱག་རོགས་གནང་དང་འདི་ཁོ་རང་ཨི་འདྲེ་འབའ་གུ་ནས་ཨི་འདྲེ་བྱེད་ནི་བསྟོད་གནང་འདུག་འདི་སྙེ་མ་ག་བ་ལ་ལུགས་སྲོལ་ཡིན་ན་ཆིག་ལུགས་སྲོལ་རེ་ལ་ཡོད་དང་འདི་འདྲེ་བྱེད་ནི་དང་པོ་འབེབས་བྱེད་ཨ་འདི་འདྲེ་བྱེད་ནི་བསྟོད་ནས་ཨ་ནི་མཚན་རྟགས་ཞུས་འདུག་ངོ་འདི་ང་ཚོ་མི་མང་ལ་སྐུ་མཁྱེན་གསུང་རོགས་གནང་ངོ་འདི་ཞུ་ཡང་ཡིན་ཨ་ནི་རྟགས་གང་བྱེད་གོང་ས་མཆོག་གི་མཚན་གྱི་ཐོག་ལ་སློངས་མོ་རྒྱབ་བྱེད་ན་ཨ་ནི། ལས་རྒྱུ་འབྲས་ལ་འབྲུག་མ་རེད་སྔོག་རྒྱག་གི་རེད་བ་འོ་དེ་འདྲ་རེད་ནི་འདི་ཡང་ཁྱེད་ཚོ་གིས་བློ་མགོ་ཡ་གཅིག་ཆག་གི་མི་འདུག་བ། ད་དངོས་གནས་བྱས་ན་ཁྱེད་རྣམ་པ་ཚོས་ཨ་ནི་གོང་ས་མཆོག་གིས། ཐུགས་རྗེ་བྱིན་རླབས་ལ་ལྟ་ནས་ད་ལོ་བཅུ་རིང་ཁ་ལ་དཔེ་མི་སེ་མང་པོ་བསགས་ཡོད་བ། ཕ་གོང་ས་མཆོག་ལ་ཡ་ཕུལ་བོ་ར་ད་ཕུལ་ཡས་ཀྱི་དུས་ཚོད་སླེ་ཡོད་མ་ཤེས་ཡ་མ་ཞུ་ཡས་ཀྱི་དུས་ཚོད་སླེ་ཡོད་མ་ར་བ། ཨོ་དེ་འདྲ་རེད་ནི་སྔོ་རྒྱག་གི་རེད་ད་ད་ལྟ་ཨེ་ཤེ་ཡ་ཕི་རིདམ་ཨིན་སི་ཏི་ཏུད་ལས་དེ་ཚོ། དཔེ་ཤར་སློང་མཁན་དེ་ཚོ་སྔོ་རྒྱག་གི་རེད་ད། སྔོ་དེ་འདྲ་ཞུ་ཡ་ཡིན་ནི་དགའ་ལྡན་ཕོ་བྲང་ཡིག་ཚང། ནང་ལ་ཕྱག་ལས་གནང་མཁན། ཚང་མ་ལོ་ལ་མང་ཚོགས་ཀྱི་དེང་སང་དོགས་གཞི་སྐྱེས་ཏེ་ཧྲ། རྣམ་པ་ཚོ་ཡིན་ན་དངོས་གནས་དྲང་གནས། འཛམ་བུ་གླིང་ནང་ལ་ཨ་ནི་སངས་རྒྱས་སྐུ་བློན་པ། ནོར་བུ། རྒྱལ་བ་དོན་གྱི་བདག་པོ། མཆོག། སྐུ་འཕྲེང་བཅུ་བཞི་པ་དེ་འབྲེལ་གྱི་དུས་ཚོད། གསེར་གྱི་དུས་ཚོད། བསོད་ནམས་ས་ཡ་གྱི་དུས་ཚོད། དེ་འདྲའི་ཅིག་ལ་རྣམ་པ་ཚོས་དགའ་ལྡན་ཕོ་བྲང་ནང་ལོགས་ལ་ཕྱག་ལས་གནང་ཡས་ཀྱི་གོ་སྐབས་རག་རེད་ང་ཚོ་མི་མང་ཚང་མས་ཀྱི་དད་པ་གུས་བཀུར་ཡིད་ཆེས་ལྷག་པར་དུ་ཡོད་ཞུ་ཡ་ཡིན་ཁྱེད་རྣམ་པ་ཚོས་གོང་ས་ཆོས་ཀྱི་ཞབས་འོག་ལ་བཞུགས་ནས་ཕྱག་ལས་གནང་གི་ཡོད་རེད་བསམ་དོན་འགྲུབ་པ་ཤོག་ལས་དོན་མཐའ་དག་ཆོས་བཞིན་འགྲུབ་པ་ཤོག་ལ་ནས་ང་ཚོ་སྨོན་འདུན་རྒྱབ་ཀྱི་ཡོད། འོན་ཀྱང་མི་མང་གིས་ཨ་ནི་དགའ་ལྡན་ཕོ་བྲང་ཡིག་ཚང་ནས་ཁོ་ག་འདྲས་བཏང་བ་རེད་ནང་ལོགས་ལ། ཨ་ནི་ཡིན་ད། དགའ་ལྡན་ཕོ་བྲང་གི་ཕྱག་ལས་གནང་ཉེས་ལ་མི་མང་ནང་ལོགས་ལ་དོགས་པ་སྐྱེ་དགོས་ཡ་གི་ཟོལ་ངན་དེ་ཁོ་རང་རེད་དོ་ཨ། ཁོ་རང་ཚ་ག་ཚིག་གི་ཆེ་ནི་ཡག་མ་ཡོང་ཆེ་ནི་ཨ་ནི་སྙན་མ་བདེ་བ་ཅིག་ལ་ཡང་ཕན་མ་ཅིག་ཁོ་རང་མཇལ་ཁ་བཅར་དུས་ག་ནི་ཡང། ད་ང་རྒྱལ་བ་རིན་པོ་ཆེ་ལ་ཅིག་ཕུལ་དགོས་ཡོད་ལ་འདུག་ག་ནི་ཁོ་རང་ཁྱི་ཡའི་ཡོད་ས་མ་རེད་ཨ་ནི་ད་ང་ཚོ་གོ་སྐྱོར་ད་དེ་ཚོ་ང་ཚོ་ད་སྤྱི་ཚོགས་ནང་ལོགས་ལ་བཤད་འདི་གི་དོ། ཨ་ནི་ཅིག་གི་འཁོར་ལོ་འདྲ་བོ་ཅིག་གི་ད། དེ་ནས་དགའ་ལྡན་ཕོ་བྲང་རང་ནས་རང་ཡིན་ས་རེད་ཨ།

འདི་དྲང་ནས་འཐུས་ཤོར་མེད་པ་ཐོག་ནས་རྣམ་པ་ཚོས་གནང་རོགས་གནང་ཉེན་ཁ་ཆེན་པོ་དེ་འདྲ་མ་བཟོས་རོགས་གནང་འདི་འདྲ་ཨམ་པ་ནས་བཏོན་ནས་སྙན་ཞུ་བཏོན་ནས་ལམ་སང་མཚན་རྟགས་གསལ་དེ་ཚོ་དངོས་གནས་དྲང་ནས་གོང་ས་མཆོག་ནི་སངས་རྒྱས་རེད་དགྲ་ལ་ཡང་དངོས་གནས་དྲང་གནས་ཀྱི་འགྱུར་ཡོང་བསམ་ནས་ཁོང་གིས་བཀའ་སློབ་གནང་གི་ཡོད་རོགས་སྤྱིར་བཏང་ནས་གོང་ས་མཆོག་གིས་བཀའ་སློབ་གནང་རོགས་གནང་ལ་ནི་གསེར་རྟ་ཚུལ་ཁྲིམས་ཀྱི་ཐེ་མ་ཅིག་བང་ཆེན་གྱི་འདི་གནང་ལ་ལ་དུ་བ་བང་ཆེན་གྱི་གསར་འགྱུར་འདི་གནང་རོགས་ལ་གོང་ས་མཆོག་གིས་དུས་དང་རྣམ་པ་ཀུན་ཏུ་བཀའ་སློབ་གནང་གི་ཡོད་རྟ། མི། དངོས་གནས་དྲང་ནས་སོ་སོ་མི་ཡིན་ན། གོང་ས་མཆོག་གི་བཀའ་སློབ་འདི་ནས་ནས་ནི། འདི་ལན་མཐོ་བ་ཆེ་བོར་བལྟ། ལན། ཁོང་གིས་ག་རེ་གནང་གི། ཡོད་བ་ཀྱི་འདི Message འདི་ལན་མཐོ་བ་ཆེ་བོར་བ། འོ་འདི་འདྲ་བྱེད་ནས་ནི། བལྟ། ཟབ་ཟབ་གནང་ན་མ་ཤེས་ནི་མི་མང་ནང་ལོག་ལ་དངོས་གནས་དྲང་ནས། རྣམ་པ་ཚོས་ག་འདི་ཕོ་བྲང་ནང་ཕྱག་ལེན་གནང་མཁན་ཚོ་ལ་དོགས་པ་སྐྱེས་པ་ཡིན་ན་སེམས་པ་གཏིང་ནས་སྐྱིད་པོ་ཡོང་གི་མི་འདུག་འོ་འདི་ཞུ་ཡ་ཡིན་ཨེ་ཡིན་གཅིག་མིན་གཅིག་ཨེ་རྒན་ཟབ་མོ་ཞེ་གནང་རོགས་གནང་ལ་ནི་འོ་འདི་འདྲས་ཞུ་ཡ་ཡིན་ད་ལྟ་ཕ་འདུག་ནམ་ཕ་ཚོས་གི་འདི་གང་ལ་ལྷག་པར་འདུག་ད་ལྟ་གེ་ཧྲི་ལ་རྣམ་གཉིས་དེ་ཡེ་ཕྱག་གཡས་དང་ཕྱག་གཡོན་ལ་ཕེ་ནི་དངོས་གནས་དྲང་གནས་ཨནི། འདུག་གཅིག་གནང་རྒྱུ་དང་ང་ཚོས་སེམས་པས་དགའ་བོ་ཡོང་གི་འདུག་དངོས་གནས་དྲང་གནས་འོ་འདི་འདྲས་ཞུ་ཡ་ཡིན་ཨནི། ད་ད་རིང་འདི་བ་ལ། རྟ་བཞིན་པ་ཁ་ཤས་ཀྱི་ཁ་ཞོག་མོ་རེད་འདི་སྒང་ལ་ཨ་ནི་རྟ་སྤྱི་གཙོ་དྲ་རྒྱ་ནང་ལ་རྟ་འདི་གལ་ཆེན་པོ་ས་གང་ཡང་མར་དེ་ཡིན་ནས་རྟ་ད་རིང་དོན་བའི་ཞོར་དུ་ལ་ང་རང་ལ་རྟ་དང་དུས་དང་རྣམ་པ་ཀུན་ཏུ་རྟ་ངེད་ཀྱིས་སྐད་ཆ་བཤད་དེ་ང་རང་སྒེར་གྱི་ཐོག་ནས་ཅིག་བཤད་དེ་འོར་བ་སྤྱི་བ་ལ་ཕན་ཡོང་བསམ་ནས་ངོ་དེ་འདྲ་ཅིག་བཤད་དེ་གི་ཡོད་རེད་ཨ་ནི། ལན་མང་པོ་བཞག་གི་འདུག་སྒེར་ཐོག་ལ་སྤྱི་གཙོ་དྲ་རྒྱ་ནང་ལ་ཨ་ཅག་ཁྱེད་རང་ལ་དཔེ་སྡུག་རིགས་ངན་ཚད་དེ་འདྲ་ལབ་གི་འདུག་ལ་ནི་དེ་ཚོ་བདེན་པ་རེད་བས་འདི་ལ་ནི་སྐད་ཆ་དྲི་ངན་མང་མང་པོ་ཡོང་གི་འདུག་དེ་ཚོ་ལ་ལན་རྒྱབ་དགོས་རེད་ལ་ནི་ཁྱེད་གཉིས་ཀྱིས་ད་ང་ལ་ཅི་ཚོ་དྲ་རྒྱ་ནང་ལ་ལ་འདུག་རིག་ངན་ཚེ་ང་རང་ཁ་ནས་བོད་མ་ཏུ་བ་དང་མི། ཚུ་ལ་ལམ་ཉེ་དེ་ཁ་ནས་བོད་མ་ཏུ་བ་དེ་འདྲེ་གི་མ་ཉེ་ཁ་ཡོག་བྱེད་ཀྱི་ཡོད་ས་རེད་ཁྱེད་རྣམ་པ་ཚོས་ཀྱི་མ་ཉེ་ཁ་ཡོག་དེ་ཚོ་ཁ་རེད་བྱེད་བ་ན་ང་སེམས་ཤུགས་ནི་ནམ་ཡང་ཆག་གི་མེད་འོན་ཀྱང་མ་ཉེ་ཁ་ཡོག་བྱེད་ཀྱོག་ནང་ནས་རྫབ་ཆེན་དེ་འདྲེ་ཡོད་ན་ཨེ་ངས་ཏན་ཏན་གྱི། ཨ་ནི་གཏུག་བཤེར་བྱེད་ཀྱི་ཡིན་དཱ། ངོ་དེབ་ཅིག་ཞུ་ཡ་ཡིན་རུང་ཨ་ནི་དེ་ནས། ཁ་སིང་ངས་ད་ལྟ་བློ་བཟང་དབང་ཟླ་བ་ལ་ཡིད་ཆེས་འདུག་འདི་གི་ངོ་དེབ་སྒང་ལ། ད་ལྟ་ངེད་ཀྱི་ཆུང་སྲིད་པཎ་ཆེན་རིན་པོ་ཆེ་མཆོག་གི་སྐུ་ཡི་འཁྲུངས་ལོ་འདི་ཨ་ནི། ཁ་ནས་མ། ལོ་གཅིག་ཡོད་ར་ཕྱི་ལོ་འདི་ཕ་ནོར་ནི་གཅིག་བརྙན་ཐུང་ནང་ལོར་བཤད་རྒྱོ་བྱེད་ཡོད། ཡིན་ཀྱང་ངེད་ཀྱི་བརྙན་ཐུང་ནང་ལ་བཤད་རྒྱོ་འདི་ང་རང་བཤད་ཚ་ནི་རྗེས་ནི་འཁྲུངས་ལོ་འདི་གཅིག་སྟོང། དགུ་བརྒྱ་འདི་ཕྱི་ལོ་འདི་ནོར་ཡོད་པ་འདི་ངེད་ཀྱི་ངོ་དེབ་སྒང་ལ། ད་བརྙན་ཐུང་འདི་གི་སྒང་ལ་བྲིས་བཞག་ཡོད་འདི་ཉིན་མོ་དེ་ལ་ནོར་རྒྱོ་འདི་གཅིག་པུ་མ་རེད། ཡིན་ནས་མི་དེ་གིས་འདི་ཅི་ཁུ་ཅི་དོ་སྣང་བྱེད་ཞབས་རོ། ཨ་ནི། འདི་ཉིན་མོ་དེ་ལ་ངེད་ཀྱི། དེ། ཆུང་སྲིད་པན་ཆེན་རིན་པོ་ཆེ་མཆོག་གིས་འཁྲུངས་ལོ་དེ་ནོར་ཡོད་པ་དང་ཨ་ནི་སྤྱི་འཐུས་ཀྱི། ད་ལྟ་ཆོས་རྒྱུད་ཀྱི་ས་སྐྱ་འདི་ལ། ནོར་བ་ཅིག་ལ་ཤག་འོ་འདི་གཉིས་དེ། ཨ་ནི། ཕ། བཟོད་གཅོད་བརྒྱབ་ཡོད་ཡིན་ན་ཡང་དེ་ཁྱེད་ཚོ་དྲ་རྒྱ་ནང་ལ་འདི་ཅི་ཁུ་ཅི་བཏུབ་བྱས་ནས་བཏང་སྟེ་ཤག་འདི་ངས་ནོར་བཅོས་བྱས་ཡོད་ཟེར་ལ་ནི་འོ་དེ་འདྲ་ཅིག་ཞུ་ཡ་ཡིན་རོ། ཨ་ནི། ད་དེ་ནས། ད་ད། ད། རྙོག་དྲ་རྐྱང་རྐྱང་བཤད་དེ་ན་སུན་ཅིག་ཡིད་ལ་འདུག་ཡ་ད་ག་རེ་དཀའ་ངལ་རྐྱང་རྐྱང་རེད་ཤ་ལ་ཡི་འདུག་དཀའ་ངལ་དེ་ཚོ་འབུར་སུ་དོད་ནས་ང་ཚོས་ཀྱི་ལབ་དགོས་རོ། ཨ་ནི་ཡག་པོ་དེ་ཚོ་ད་ད་འདོད་ཀྱི་ཡག་པོ་མང་པོ་དགོས་ཡོད་རོ། ཚང་ཚང་ཡག་པོ་ཡ་མང་པོ་ཡོད་རེད་ང་ཚོ་ཚང་མ་སྔོན་ནས་དྲང་ནས་ཨ་ནི་ད་ད་ལྟའི་ཆར་ལ་ཡིན་ན་ཨ་རྒྱལ་ཚོགས་ནང་ལ་རྒྱ་ནག་དམར་གཞུང་གིས་འགྲོ་བ་མི་ཡི་ཐོབ་ཐང་ལ་རྩིས་མེད་རྡོག་རོལ་བཏང་གི་ཡོད་བས་ཀྱི་ཉན་ཞིབ་དེ་སུའི་ལ་གནང་གི་འདུག་ཨ་ནི་ད་ད་ལན་དེའི་ཉན་ཞིབ་སྐབས་ལ་སྔོན་ནས་དྲང་ནས་བོད་དོན་བོད་ཀྱི་རྩ་དོན། བོད་ནང་ལ། སྡུག་པོ་མྱངས་བཞིན་པ་ལྷག་པར་དུ་བྱིས་པ། རྣམས་ཨ་ནི། འདུས་གཅིག། རྒྱ་ཡི་སློབ་སྦྱོང་ད་ལྟ་འདི། གཏན་ཆགས་སློབ་གྲྭ་ནང་ལ་བཏང་གི་ཡོད་པ། དེ་འདྲའི་ཡི་ཐོག་ལ་ཨ་ནི་རྒྱལ་ཁབ་མང་པོ་ཅིག་གི་ཨ་ནི། སྐུ་ཚབ་རྣམ་པ་ཚོས་ཀྱི་མ་དམིགས་བསལ་བྱེད་ནི་མ་བཏོན་བྱེད་ནི་ཨ་ནི་རྒྱ་ནག་གཞུང་ལ་ཨ་ནི་བདེན་འཚོལ་ཞུས་གནང་གི་འདུག་བ། ལྷག་པར་དུ་ད་ལྟ། ཨ་རིའི་གི་ད་ལྟ། བོད་དོན་ཆེད་དུ་དམིགས་བསལ་སྐུ་ཚབ་བསྐོས་ཤག་གནང་བ་ཨ་ཛེ་ར་ཛེ་ཡ་མཆོག་གི། ག་འདྲེ་ཅིག་གི། བཀའ་སློབ་ཡག་པོ་གནང་འདུག་བོད་དོན་ཆེད་དུ་ར། ང་ཚོ་བོད་པ་ཡིན་ན་དངོས་གནས་དྲང་གནས་ང་ཚོ་བསམ་དགོས་རེད་བསྙད་ལ། ཁོང་རྣམ་པ་ཚོས་ཀྱི་དེ་འདྲས་ཅིག་གསུང་གནང་གི་འདུག་འདི་གང་ལ་ཡིན་ད་ཡུ་རོབ་ཀྱི་ད་ལྟ་ཨོ་སི་ཀྲི་ཡ་རྒྱལ་ཁབ་ནས་དཀའ་ལས་ཉུང་ཉུང་བཤད་རེད་དོ་ད་ལྟ་ཕ་དུ་ཕ་ཡིན་ནའི་ད་འདི་ཆར་ལ། དངོས་གནས་དྲང་གནས་རྒྱལ་སྤྱིས་ཀྱི་སྡིངས་ཆའི་སྟེང་ལ་བོད་ཀྱི་རྩ་དོན་བོད་ནང་ལ་གདུག་རྩུབ་མྱངས་བཞིན་པ་ཐོག་ལ་རྒྱལ་སྤྱིའི་སྟེང་ལ་བཀའ་སློབ། དང། འཕགས་འབུལ་གུས། དང། རྒྱབ་སྐྱོར། མང་ནས་མང་དུ་དོན་ཡོང་གི་འདུག་བ་ཨོ་དེ་འདྲས་ཅིག་རེད་ཤག། ཨ་ནི་དེ་ནས་ད་ད་ར་ཞོ་རྒྱ་རྔ་བོ་ཡར་ལངས་ནས་ང་ཚོ་ཚང་མེད་ཀྱི་བརྗེད་ཡོད་རེད་ཨ་ནི་ད་ད་ཨེ་ཤི་ཡ་ཀྱི་ནང་པའི་ལྷན་ཚོགས་ཀྱི་ཨ་ནི་ད་ད་དེ་གཅིག་ཚོགས་ནང་དུ་ཨ་ལྷན་ཚོགས་ཚོགས་ཐེངས་བཅུ་གཉིས་པ་རེད་ཨ་ནི་འཛམ་གླིང་གི་ནང་པ་ཡོངས་ཀྱི་ཨ་ནི་མགོན་སྐྱབས་ཨ་ནི་ནང་པ་ཡོངས་ཀྱི་དབུ་ཁྲིད་དེ་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་ནི་མང་མོས་ཀྱི་ཐོག་ནས་ཨ་ནི་གྲོས་ཆོད་བཞག་གནང་འདུག་ཨ། ཨ་འདི་ཚོ་ཚང་མ་དངོས་གནས་དྲང་གནས་གོང་ས་མཆོག་གི་མཛད་པ་འཕྲིན་ལས་རེད་ཡར་སྔོན་ད་ལྟར་རེད་གོང་ས་མཆོག་གི་ཐུགས་བརྩེ་བ་ཆེན་པོས་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལ་དགོངས་བྱས་ནས་ནི་ད་དང་བདག་གིས་འཛམ་བུ་གླིང་རྒྱལ་སྤྱིའི་གི་ནི་དེ་ལ་ཆེད་དོན་གནང་གི་ཡོད་བ་དང་ཨ་འདུ་ཅིག་གྲོས་ཆོད་བཞག་གནང་གི་ཡོད་བ་དེ་ཚོ་ཨ་ངོ་མཚར་ཆེན་པོ་རེད་ཨ་ང་ཚོ་ཚང་མ་ད་ད་བོད་པ་ང་ཚོ་ཚང་མ་དང་པོ་ནང་པར་བ་ནང་པ་སངས་རྒྱས་འབེལ་གྱི་ཆོས་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་གནང་བའི་གི་ནང་པའི་ཆོས་དེ་ང་ཚོ་གི་ནང་ཆོས་དེ་ང་ཚོ་རེད་དོ། ང་ཚོ་ཕོམ་ཤོར་རྒྱང་འདུག་ག་ནི་ག་རེ་བྲིས་གོ་རེ་རྒྱང་ཤོར་རྒྱང་འདུག Buddhist ལ་ནི་བྲིས་ཡས་རོ། ས་སྐྱ་ལ་ནི་བཀའ་བརྒྱུད་ལ་ནི་རྙིང་མ་ལ་ནི་དགེ་ལུགས་ལ་ནི་བྲིས་ཡོད་མ་རང་ང་ཚོ Buddhist རོ། ད་ཡིན་ནས་ང་ཚོ་གི་ནང་པ་སངས་རྒྱས་འབེལ་གྱིས་རྗེས་ནས་ནི་ང་ཚོ་དངོས་གནས་དྲང་ནས་ང་ཚོ་ལ་ནི་འདི་ནང་ལོ་ལ་ཆོས་བརྒྱུད་ཆེན་པོ་མང་པོ་ཡོད་རེད་ཆོས་བརྒྱུད་ཆེན་པོ་ཚང་མ་ལ་དངོས་གནས་དྲང་ནས་ནང་པ་སངས་རྒྱས་འབེལ་གྱི་ཡ་གྱལ་ཡིན་འདུག་ག་ནི་ཆོས་བརྒྱུད་ཆེན་པོ་ཚང་མས་གི་ད་ལྟ་བར་དུ་སྤྱི་ཚོགས་ནང་ལོ་ལ་གོང་ས་མཆོག་གི་བཀའ་དགོངས་གཞི་གསུམ་གྱི་འབྲུ་གུ་གཡོར་བ། རྡོ་རྗེ་གདན་ལ། ས་སྐྱའི་སྨོན་ལམ་ཚོགས་གསུང། རྙིང་མའི་སྨོན་ལམ་ཚོགས་གསུང། བཀའ་བརྒྱུད་སྨོན་ལམ་ཚོགས་གསུང། ཨ་ནི་སྨོན་ལམ་ཚོགས་པའི་སྐབས་ལ་ག་རེ་རེ་བཞག། དམིགས་ཡུལ་གཙོ་བོ་འདི་རྒྱལ་བ་རིན་པོ་ཆེ། རྒྱལ་བ་དོན་གྱི་བདག་པོ་མཆོག་འདི་སྐུ་ཚེ་ཁྲི་ལོ་བརྟན་ཡ་དང། སྐྱེ་འགྲོ་ཡོངས་ལ་བདེ་སྐྱིད་ཐོབ་ཡ་དང། འཚེ་བ་མེད་པ། དེ་འདྲ་རེད་དོ། ད་ལྟའི་གི་ཨེ་ཤེ་ཡ་གི་ནང་པའི་ལྷན་ཚོགས་ཀྱི་དེ་ལ་གྲོས་ཆོད་ག་རེ་བཞག་གནང་འདུག་གོང་ས་མཆོག་གི་སྐུ་ཡི་འཁྲུངས་སྐར་འདི། སྙིང་རྗེའི་ཉིན་མོ་ལ་ནི་ཨེ་ནི་བཞག་དགོས་ཡོད་ལ་ནི། འདུ་བྱེད་གྲོས་ཆོད་གནང་འདུག། སྙིང་རྗེའི་ཉིན་མོ། ཨ་ནི། པད་མར་བས་ད་ང་ཚོ་བོད་པ། ཨ་ནི་གོང་ས་མཆོག་གིས་ད་སྐུ་ཡི་འཁྲུངས་སྐར། ད་སྲུང་བརྩི་ཞུ་གོ་རེད་ཨ་ནི། རྒྱལ་བའི་སྐུ་ཡི་ལྷག་དཀར། སྲུང་བརྩི་ཞུ་གོ་རེད་ཨ་ནི། སྤུ་གུ་ཁ་ཤས་ལ་ནི་ལྷག་དཀར་ག་རེ་རེད་ལ་ན་ལྷག་དཀར་རེད་ལ་གི་འདུག་གོང་ས་མཆོག་ཁ་ཅིག་བླ་ས་ཡིན་པ་ཡ་ཧ་གོ་གོ་མི་འདུག་བ། འོ་དེ་འདྲེར་ཤ་སོང་ཙང་ང་ཚོས་ཚང་མེད་ཀྱི་དོ་སྣང་ཡག་པོ་བྱེད་གོ་འདུག་བ། ཨ་ནི་འདི་གང་ལ་གི་ད། ད་ལྟ་ནང་པའི་ལྷན་ཚོགས་སྐབས་ལ་དངོས་གནས་དྲང་གནས་ཀྱི་དེ་འབྲེལ་གྱི་གྲོས་ཆོད་བཞག་ཐུབ་པ་དེ་དཔེ་མི་སྲིད་ཡག་པོ་རེད་འདི་གང་ལ་ལྟ་ང་ཚོའི་གི་ཆོས་རྒྱུད་ཁག་དེ་ཚོ་ལྟ་ང་ཚོའི་མི་མང་ཚོ་མང་ཆེ་ལྟ་ཆོས་རྒྱུད་སྤྱི་འཐུས་དེ་དགོས་ཡ་མེད་འདུག་ལ་ནི་འུ་ཐུག་དེར་ལྟ་ད་འདས་ཀྱི་སྤྱི་འཐུས་བཅུ་དེ་གི་གནང་སྟངས་དེ་ལ་ལྟ་ནི་གཞན་པ་ང་ཚོ་ཆོས་རྒྱུད་ལ་མ་དགའ་བ་དང་ཆོས་རྒྱུད་ལ་ང་ཚོ་གི་དད་པ་མེད་བ་དེ་རྩ་བ་ཉིད་ནས་མ་རེད་ཡང་ཡང་གསལ་བཤད་ཞུ་གི་ཡོད་ང་ཚོ་གི་ཆོས་རྒྱུད་ལ་དད་པ་མེད་བ་གུས་བརྩི་མེད་བ་ཨ་ནི་འདི་མེད་བ། ག་བ། དེ་འདྲའི་རྩ་བ་ནི་མ་རོ། ད་འདི་གི་ཆོས་ཀྱི་སྤྱོད་དུས་ཚོད་དེ་གི་གནང་སྟངས་འདི་ལ་ལྟ་ནི་མི་མང་གི་ད་ཆོས་ཀྱི་སྤྱི་དུས་མོ་གོ་ལའི་དེ་འདི་ཆགས་དུ་ཡོད་རོ་རྩ་བ་འདི། ད་ཡིན་ནའི་གི་བསམ་བློ་ཡག་པོ་བཏང་རོ་ཡང། ང་ཚོ་མི་མང་ལ་ཆོས་རྒྱུད་ཁ་ཅིག་ཡང་གཞུང་མ་ཨེ་བ་ཅིག་ཆེས་ཆེ་ནས་ད། ང་ཚོས་གཅིག་ས་སྐྱ་ལ་ཡོ་ཤོ་བླུག་གོ་རེད་ཡང་ཁ་ཤས་གཅིག་རྙིང་མ་ལ་ཡོ་ཤོ་བླུག་དེ་འདྲའི་བྱེད་དེ་འོ་ན་སྤྱི་ཚོགས་ནང་ལོ་ལ་ཕྲུག་ཕྲུག་ཐལ་ཡ་མ་ཞིག་ད་ཡག་ཏུ་འགྲོ་ཡ་དཀའ་ལས་ཁག་པོ་རེད་དོ། ཨ་ད་ཆོས་རྒྱུད་ཁག་ནས་སྤྱི་དུས་ཡོང་ཡ་འདི་ད་ཆོས་རྒྱུད། ག་ཚོད་ལྔ་དྲུག་བདུན་བརྒྱད་ག་ཚོད་ཡོད་པ་ཚང་མ་རྩ་ཆེན་པོར་བ། ཆོས་བརྒྱུད་ཀྱི་སྐུ་ཚབ་ལ་ནི་གཅིག་རང་གཅིག་གཅིག་བསྡུས་ནང་ལ་ཡོད་ན་ད་མ་འདྲི་བ་མ་འདུལ་བ་གང་ཡང་མི་འདུག་ཨ། དངོས་གནས་དྲང་གནས། གཞན་ཕ་གི། ཕྱག་ལས་དེ་ཚོ་གྲྭ་ཚང་དང་གདན་ས་གྲྭ་ཚང་དང་བཙུན་དགོན་དང་དེ་ཚོ་ཚང་མ་ལ་བདེ་སྡུག་ལྟ་ཡ་དང་གཅིག་ཡང་མ་གཞུང་ལ་སྙན་ཞུ་བརྒྱབ་ཡ་དང་གཞུང་ལ་ལྟ་རྟོག་བྱེད་ཡ་དེ་ཚོ་ལས་འཛིན་སྐྱོང་བཀའ་ཤག་གིས་གནང་དང་ད་ལྟ་ཕ་ཏུ་གནང་ཡོད་ར་བ། མོ་དེ་འདྲ་ཕྱིན་ད་གང་བྱེད། ཨ་ནི་ཆོས་རྒྱུད་ཀྱི་སྤྱི་འཐུས་རེ་ལ་ནི་སྐུ་ཚབ་གཅིག་བཞག་བཞག་ན་ནི་དེ་ལ་མ་འཐུས་བ་མི་འདུག་ཡང་བསྐྱར་མི་མང་ལ་བདག་སྲིང་བཏང་བྱས་ནས་ནི་མི་མང་ཚང་མ་ཆོས་རྒྱུད་རེ་རེ་ལ་ཕ་ཁ་དོར་བྱིན་བཏང་བས་ན་ཡང་ག་འདྲས་ཆགས་ཀྱི་རེད་རོ། དངོས་གནས་དྲང་གནས། ཨ་ནི་ད་ས་སྐྱ་བཀའ་བརྒྱུད་རྙིང་མ་དང་བདེན་གསོལ་དང་ད་སོ་སོ་སོ་སོ་གིས་ད་ཆོས་རྒྱུད་བདམས་བྱེད་ནི་ཡོད་རེད་ཨ་ང་ཚོའི་ནང་པ་ནང་ལོག་ལ་ཁ་ལྕེ་ཡང་འདུག་ཨ་ནང་པ་ནང་ལོག་ལ་ཡི་ཤུ་ཡང་ཡོད་རོ་ཨ་ནང་པ་ནང་ལོག་ལ་ད་འདུས་སྐད་དེ་ནང་ལ་ཡང་ཇོ་ནང་དང་ད་ལ་སོགས་པ་ཡོད་རོ་ཨ་ཁོ་ཚོ་ལ་འོས་ཤོག་ཐོབ་སྟངས་དེ་ག་འདྲས་རག་གི་རེད་ཨ་ནི། རོ། འོས་ཤོག་ཐོབ་སྟངས་འདྲ་མཉམ་བཟོས་པ་ཡིན་ན། ཆོས་རྒྱུད་སྤྱི་འཐུས་ཀྱི་འོས་ཤོག་ཐོབ་སྟངས་དེ་འདྲ་མཉམ་བཟོས་པ་ཡིན་ན་ནི། དེ་ཚོ་ག་ག་བ་ལ་བསླུ་ག་འགྲོ་གོ་ད་ཁོ་ཚོ་གཞན་པ་དེ་ཚོ། བོད་པ་ནང་ལོག་ལ་ནང་དཔྱ་ཁྲལ་ལག་དེབ་ཡོད་པ་ནང་ལ་གལ་སྲིད། ཁ་ལྕེ་ཡོད་ན་ཡི་ཤུ་ཡོད་ན་ནི་དེ་དེ་མ་བརྩེ་བས་ཀྱི་ད་ཡོད་པ་ཡིན་ན་ག་ག་བ་ལ་བསླུ་ག་འགྲོ་གོ་རེད་རོ། དེ་ཏག་ཏག་ཅིག་ཡོང་གི་མི་འདུག་ང་ཚོ་ཚང་མ་ལ་འཆམ་མཐུན་ཡོང་ཡ་ཆེད་དུ་དངོས་གནས་དྲང་གནས་ཀྱི་ད་ཆོས་རྒྱུད་ཁག་གི། དེ་ཚོ། ཕ་གཅིག་བཟོས་བཞག་པ་ཡིན་ན་ནི་མ་འགྲིག་བ་མི་འདུག་བ་འོ་དེ་འདྲའི་འདྲ་བོ་ཅིག་རེད་ཤག་ནི་དེ་ནས་ནས་ད། ཆོས་རྒྱུད་ཀྱི་ད་ལྟ། མཁན་པོ་ཡིན་ན་རེད་ད། དགོན་བདག་ད་ལྟ་འདི་དབུ་བླ། ཆོས་རྒྱུད་ཁག་གི་དབུ་བླ་རྣམས་ཀྱིས་ད་གསོལ་དཔོན་དང་ཕྱག་མཛོད་རྣམ་པ་ཚོ་ཐུགས་སྣང་ཡག་པོ་གནང་ནས་ནི་ཕ། དབུ་བླ་རྣམ་པ་ཚོ་ལ་ཕ་འབྲེལ་བཤད་རྒྱབ་དགོས་འདི་གལ་ཆེན་པོ་རུ་ཆེ་མཐོང་སོང། ག་ཕྱིར་ལབ་པ་ཡིན་ན་ང་ཚོའི་གི་ད་ལྟ་ད། དགའ་ལྡན་ཁྲི་རིན་པོ་ཆེ་མཆོག། ཨ་ནི་ལྷན་དུ་ད་ལྟ་དགེ་ལུགས་ཀྱི་སྤྱི་འཐུས་གཉིས་སྤར་མཐོང་བ་དང་ས་སྐྱ་གོང་མ་རིན་པོ་ཆེ་མཆོག་ལྷན་དུ་ས་སྐྱ་ཀྱི་སྤྱི་འཐུས་གཉིས་དེ་གི་སྤར་མཐོང་བ་དང་ཨ་ནི་འོ་དེ་འདྲའི་སྤར་མཐོང་སྐོར་བ་ཡིན་ང་ཚོ་སེམས་པ་མ་སྐྱིད་བ་ཡོང་གི་འདུག་ཨ། ཨོ་ལ་ནི་ང་ཚོ་ཧ་གོ་མ་ང་ཚོ་མི་ནག་རོ་ཨ། ཨ་ཕྱི་ད་ག་འདྲ་ཡིན་ན། གོང་མ་རིན་པོ་ཆེ་མཆོག་མཁྱེན་གྱི་མེད་ན་དེའི་སྤྱི་འཐུས་གཉིས་དེ་དག་ས་སྐྱ་ཀྱི་སྤྱི་འཐུས་གཉིས་དེ་དག་དངོས་གནས་དྲང་གནས་ཡག་པོ་གནང་གི་མི་འདུག་ཨ་ནི་གར་ཕྱི་ནས་པར་བརྒྱབ་ཡིན་ན་ལ་ནི་ང་ཚོ་རང་ཨ་ལ་ས་སྐྱ་སྤྱི་འཐུས་གཉིས་དེ་གི་ཡག་པོ་གནང་གྱི་མེད་བ་དེ་སེམས་ལ་ཡོར་ཏེ་སྙམ་འདུག་ལ་ས་སྐྱ་གོང་མ་རིན་པོ་ཆེ་ག་འདྲས་མཁྱེན་གྱི་མེད་ན། འོ་ཡང་དགའ་ལྡན་ཁྲི་རིན་པོ་ཆེ་ག་འདྲས་མཁྱེན་གྱི་མེད་ན་འདི་རང་གཉིས་དེ་ག་འདྲས་ཁ་སེར་རང་མཁྱེན་རིན་པོ་ཆེ་ལ་དེ་འདྲས། སྐུར་འདེབས་ཞུས་སོང་ཨ་ནི་གྲྭ་བ་ནང་ལོ་ནས་དེ་འདྲས་ཀྱི་མིག་དཔེ་སྡུག་ཅག་སྟོན་སོང་ཡང་པར་རྒྱབ་ཤ་ལ་ནི། ཨ་ཁ་སྡིག་བསགས་རོགས་རེད་འདུག་ཡང་སོང་ཙང་ཨ་ནི་འདི་ག་རེ་ད་ས་སྐྱ་གི་ད་ལྟ་འདི་ཡོད་རོ་ཨ། ཆང་བཅོས་ད་མཉམ་དུ་ལ་ཕྱག་ལས་གནང་ངེས་ཚུལ་གྱི་འགྲེལ་བཤད་ཡག་པོ་བརྒྱབ་གནང་གོ་རེ་ས་སྐྱ་སྤྱི་འཐུས་འདི་གི་དེ་འདྲས་མཁན་པོ་ཀ་བྲག་དངོས་གྲུབ་ཀྱི་དེ་འདྲས་དེ་འདྲས་བྱི་ཡོར་ད་གྲོས་ཚོགས་ནང་ལོ་ལ། ཨ་ནི་འདི་སློབ་དཔོན་ཐུབ་བསྟན་རྒྱ་མཚན་གྱི་དེ་འདྲས་དེ་འདྲས་བྱི་ཡོར་ད། ཁྲིམས་ཞིབ་ཁང་དགོས་ཡོད་མ་རེད་ལ་ཡ་དང། ཨ་ནི་བཅའ་ཁྲིམས་ཞིས་གསུངས་དམ་འབུལ་མ་བྱིས་བ་དང། ག་དགྲ་དངོས་གྲུ་བསོད་ནམས་ཀྱིས་ག་འདྲི་ག་འདྲི་གནང་ཡོད་ཚང་མ་ལ་འགྲེལ་བཤད་རྒྱབ་དགོས་རོ། ཨ་ནི། ག་འདྲི་ཁྲི་རིན་པོ་ཆེ་ལ། དགེ་ལུགས་ཀྱི་ཨ་འབྲུག་ཚེ་བརྟན་དང་གོ་ཕན་ལྡན་གཉིས་ཀྱིས་ག་རེ་ག་རེ་བྱས་ཡོད་མེད་འདི་འགྲེལ་བཤད་རྒྱབ་ན། ཨ་ནི་ཕན་གྱི་རོ། གཞན་པ་སྤྱི་ཚོགས་ནང་ལོག་ལ་སྤྱི་འཐུས་ད་ལྟ་ཁོང་རྣམ་པ་ཚོས་ཀྱི་བྱས་རྗེས་འདི་ཧ་གོ། ཨ་ནི། ད་དབུ་བླ་ཡིས་མ་ཁེངས་ནས་པར་རྒྱབ་ན་ང་ཚོས་ཀྱི་སྡིག་པ་བསགས་རོགས་རེད་དོ། ཨ་ནི་ཁ་སིང་ངེ་ཅར་ཐ་མདའ་ང་ཚོས་ཀྱི་ས་སྐྱ་ཀྱི་ཐ་མདའ་ཁ་རེད། ཁོང་སེས་ཞིབ་ལྟ་གང་བྱས་དུང་སེས་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གཅིག་ཞེ་གཉིས་ཨ་ནི་རྣམ་པ་གཉིས་ཀྱི་ཐ་མདའ་ཕལ་ཆེར་བཞི་བཅུ་ཞེ་གཉིས་ཀྱི་བདག་མོ་འདི་ཡིན་ས་ཡོད་བསོད་ནམས་དཔལ་སྐྱིད་ལགས་ཀྱིས་ད་ཐ་མདའ་འདི་བྲིས་གནང་འདུག་བ། དགེ་ལུགས་ཀྱི་སྤྱི་འཐུས་གོ་བོ་ཕན་བདེ་ལགས་ཨ་ནི་བཀའ་དྲིན་ཆེ་སོང་ལ་ནི་ཅིག་དྲིན་གནང་ཤག་སམ། ང་ཚོ་ཡིན་ན་དངོས་གནས་དྲང་གནས་ཀྱི་ས་སྐྱ་ཀྱི་ད་ད་ད། ས་སྐྱ་ཨ་ནི་རྙིང་མ་བཀའ་བརྒྱུད་བསྟན་དར་བླ་ཆེན་དང་སྐུ་འཁོར་ཡོངས་ལ་དད་པ་དམ་ཚིག་ཆེ་བཞིན་ཨ་ནི་དགའ་རྟགས་སྤྲད་ཡ་དང་སྙིང་སྤྲད་ཡ་དང་འཚམས་འདྲི་ཞུ་ཡ་དང་སྨོན་ལམ་རྒྱ་ཡ་དོན་ཚོ་ལྷད་མེད་བྱེད་དགོས་རེད། ང་ཚོའི་གི་དངོས་གནས་དྲང་གནས་ཁྱེད་རྣམ་པ་ཚོ་སང། རིན་པོ་ཆེ་ཕེབས་དུས་ཞབས་སོར་འཁོད་འདུག་ག་ནི་ཡ། ཡ་བཅར་ཡ་མཇལ་ཁ་ཞུ་ཡ་ཨ་ནི་སོ་སོ་སྤོ་གུ་ཡིན་ན་གི་དབུ་སྐྲ་དེ་ཨེ་འདྲས་ཕ་ཕྱི་ནི་འདི་བྱེད་ཡ་ཨ་ནི་ནད་ད། ན་ཚ་ཡོང་འདུག་ག་ནི་ཡང། མོ་རྒྱ་ཡ་དང་ད་གང་ཆེ་ང་ཚོ་དཔེ་ཁོ་རང། དད་པ་དམ་ཚིག་གཡོ་བ་མེད་པ་བྱིན་ཡོད་རང་ཡང། དེ་འདྲི་ཅིག་ད་དེ་དྲིས་ཡོང་འདུག་ག་ནི། ཨ་ཕྱི་ད་དེ་བདག་མོ་མཁྱེན་ཡོད་ས་མ་རེད་དཔེ་བསགས་སོང། ཨ་ནི་ལབ་ཡོད་ས་མ་རེད་བ་བསམ་གྱི་འདུག་བ་ལས་ཀ་བྱེད་ངེས་དེ་ཚོ་གི། འོ་དེ་འདྲ་བྱས་ནས་ལས་ཀ་བྱེད་ངེས་དེ་ཚོ་གི་ཡར་ཞུས་པ་ཡིན་ན། ཨ་ནི། ཏན་ཏན་གྱི་དེ་འདྲི་ཡོང་གི་མ་རེད་བ་ཨ་ནི་སློབ་གསོ་སྐྱོང་རྒྱུར་བ། གཞན་པ། དེ་སྤྱི་ཚོགས་ནང་ལོག་ལ་ཧ་གོ་ཚར་རེད་ཁོ་རྣམ་པ་ཚོས་གི་ལས་ཀ་བྱེད་སྟངས་དེ་ཡག་པོ་བྱེད་ཀྱི་མེད་བ། ཨ་ནི་སྒང་ནས་ང་ཚོས་ཀྱི་བརྩི་ས་ཡོད་ན་མེད་ན་ཡིད་ཆེས་ཡོད་ན་མེད་ན་དེ་ཚོས་ཀྱི་རྒྱབ་སྐྱོར་བྱེད་ན། ཨ་ང་ཚོས་པའི་མི་སེར་གྱི་སེམས་པ་སྐྱོ་ཡོང་གི་འདུག་ཨ་ནི་འོ་དེ་འདྲས་བྱེད་ནས་གང་བྱེད་དེ་བར་དམ་འཛིན་མ་དཀྲུག་ཡ་ཆེད་དུ། གལ་ཆེན་པོ་ཞུ་རེད་འདུག་ད་ད་ལྟའི་ཀྱི་ཞབས་ཕྱི། ཨ་ནི་ཆང་མཛོད། ཨ་ནི་ད་སུ་ཡོད་ན། འོ་དེ་ཚོས་ཀྱི་ཡིན་གཅིག་མིན་གཅིག་ཡ་སེའུ་སེ་རྐྱང་བྱེད་མ་བྱེད་བཞིན་ཡ་ཞུས་བཞག་ན། ཨ་ནི་ཏན་ཏན་གྱི་ཨ་གོང་ས་མཆོག་ནི་ག་དུས་ན་བཀའ་སློབ་གནང་གི་འདུག་བ་ཉི་མ་ང་ཚོའི་གི་ད་ཆོས་རྒྱུད་ཆེན་པོ་ཁག་ཚང་མས་གི་དབུ་ལ་ཚོགས་འདུའི་སྐབས་དུ་ལ་རྒྱ་བ་རིན་པོ་ཆེ་མཆོག་གི་བཀའ་སློབ་མཇལ་འདུག་བ་ཨ་ནི་ཅིག་གི་སྤྱི་ཚོགས་ནང་ལ་འགྲིག་གི་མེད་བ་ཡིན་ན་ང་ཚོའི་ཚང་མ་ད་དབུ་ལ་ཡིན་འདུག་ག་ནི་ང་ཚོས་མ་གསུང་གོ་རུ་ད་ཤེས་གོ་རུ་ད་སྤྱི་བ་ལ་ཕན་ཡོན་ཡོད་ན་སོ་སོ་སྒེར་ལ་གྱོང་རག་རྒྱུ་ཡོད་ན་གསུང་གོ་རུ་ད་ལ་ནི་བཀའ་སློབ་ཡོད་རུ་བ་ཡིན་ཀྱང་དབུ་ལ་ཁོ་རང་མཁྱེན་གྱི་མེད་བ་ཡིན་ན་ཨ་ནི་ག་འདྲས་གསུང་གི་རེད་རུ་བ་འོ་དེ་འདྲས་ཕྱིན་ནི་ཏན་ཏན་གྱི་དོ་སྣང་བྱས་ནས་ཡར་ཞུས་པ་ཡིན་ན། ཨ་ནི་ཁོ་སྤྱི་ཚོགས་ནང་ལོགས་ལ། སྤྱི་བའི་ཞབས་བཀྱག་ང་རང་ཞུ་ནས་ཕྱག་ལས་ཡག་པོ་གནང་གི་མེད་ནས་སྒང་ནས། ད་ལྟ། ཁོང་རྣམ་པ་ཚོས་ཀྱི་རྩ་ཆེན་པོ་རྣམ་པ་ཚོས་ཀྱི་མ་གསུངས་པ་ཡིན་ན་ཁོང་ཚོ་ཉན་གིར་བ། འོ་དེ་འདྲས་ཡོད་རེད་གཞན་པ་དངོས་གནས་དྲང་གནས་ང་ཚོས་མི་སྐྱ། རྣམ་པ་ནི་དངོས་གནས་ང་ཚོས་ཀྱི་དད་པ་དམ་ཚིག་ཆེ་ཆེ་ནས་དངོས་གནས་དྲང་གནས་སོ་སོ་འབུལ་བ་མེད་ན་ཀྱེ། ཨ་ནི་སོ་སོ་ཕྱི་རྒྱལ་ལ་ཡོད་ན་དངོས་གནས་དྲང་གནས་དཀའ་ལས་ཁག་པོར་བ་ཕྱི་རྒྱལ་ལ་པེ་ཤ་དཀའ་ལས་ཁག་པོ་པེད་བ། ཨ་ནི། བླ་མ་རྩ་ཆེན་པོ། སྤྲུལ་སྐུ་རྩ་ཆེན་པོ་རིན་པོ་ཆེ་རྣམ་པ། ཞབས་མཚོར་འཁོད་འདུག་ང་ཚོ་དངོས་གནས་དྲང་གནས་དད་པ་དམ་ཚིག་སོ་སོ་གི་མེད་ན་ཡང་ནས་ཡིག་སྒོ་བཟོས་ཕྱིན་གཙང་མ་གཙང་རྐྱང་ཁ་བརྡ་གཙང་མ་གཙང་རྐྱང་གསང་འདུག་ཕྱིན་ནས་ཡ། ད་ཕུ་བའི་བུ་ཡ་དང་དེ་འདྲ་ཡིན་ན་ཀྱེ་ང་ཚོས་ཀྱི་ད། སོ་སོའི་ཀྱི་དགེ་བས་ཀྱི་ལས་རེད་སོ་སོའི་རྩ་བའི་བླ་མ་རེད་རྩིས་ས་རེད་བསམ་ནས་ཡ་ཕུ་དགོས་རང་ཡང་ཨ་ནི། ཁོང་རྣམ་པ་ཚོས་ཀྱིས་ནི་སོ་སོའི་མི་མང་གི་སེམས་ལ་ག་རེ་འདུག་མི་མང་ལ་རྨ་ཁ་བཟོས་ངེས་འདི་སུ་རེད་ཤག་སྤྱི་བའི་རྐུབ་བཀྱག་གང་ལ་ཕྱག་ལས། སྤྱི་བའི་རྐུབ་བཀྱག་གང་ལ་དད་བྱེད་ནས་ཕྱག་ལས་ཡག་པོ་མ་གནང་ངེས་འདི་མི་མང་ལ་སེམས་ཁམས་དང་ཚང་མ་ལ་གནོད་པ་སྐྱེལ་ངེས་གོང་ས་མཆོག་གི་བཀའ་དགོངས་ལ་ཨ་ནི་ཕ་དོག་རྩིས་མེད་རྡོག་རོལ་བཏང་ངེས་མ་ངེས་ཁ་གཡོག་བྱེད་ངེས་བོད་མི་སྒྲིག་འཛུགས་གཏོར་བཤིག་བཏང་ངེས་ཨ་ནི་བདེན་འཚོལ་ལ་ཨ་ནི་སྒང་ནས་དབུ་བླ་ཡོངས་ཀྱིས་ཨ་ནི་འདུ་བྱེད་ནས་རྒྱབ་སྐྱོར་གནང་ན་ཨ་ནི་དངོས་གནས་དྲང་གནས་ཀྱི་ཨ་ནི་སེམས་པ་སྐྱོ་འོད་དོ་ཨ་ནི་འདི་ཨི་ན་ཀྱི་རྣམ་པ་ཚོ་སྔ་རྐྱེན་ནས་ཨ་ནི་གནང་གི་ཡོད་རོ་བ། ཁ་ཅིག་ལ་ན་ད་ཅིག་དུས་ཅིག་རེད་བསམ་དགོངས་ཀི་རོགས་ཡིན་ནའི་གི་ཆང་བཅོས་དང་སོལ་པོན་ད་ད་དེ་ཚོ་གི་དངོས་གནས་དྲང་གནས་གི་འགན་འཁུར་བྱེད་ནི་ཨ་མི་མང་ཡིན་ན་གི་ཨ་ནི་མཇལ་དུ་ག་ནི་ཤར་རྒྱག་ཞུས་བཞག་ན་ཨ་ནི་སེང་གི་རོགས་འོ་དེ་འདྲས་ཡོད་བྱི་རོགས་གནང་མི་མང་ཚང་མས་གི་ཨ་ནི་སོ་སོ་ཚོད་གི་གདན་ས་གྲ་ཚང་དང་དེ་བ་ལ་ཅིག་མཇལ་དུ་ག་ནི་ཏན་ཏན་ཞུས་རོགས་གནང་ཨ་ནི་ཁོང་རྣམ་པ་ཚོས་ནས་གི་ཕ་ཉི་མ་ཉི་མ་ལ་ཅིག་གི་ད་སོ་སོ་ནང་ལ་གི་སྤུ་གུ་ལྔ་ཡོད་ན

ཨ་ནི་ཡག་པའི་ཆ་མང་པོ་ཡོད་རེད་ཨ་འདུག་པའི་ཆ་དེ་ཚོ་ཨ་ནི་ང་ཚོ་སྤྱི་ཚོགས་དྲ་རྒྱ་ནང་དོན་བྱས་ནས་རྐང་བཙུགས་ནས་ཞུ་གི་ཡོད་རེད་ད་དེ་འདུག་པའི་ཆ་དེ་ཡང་བསྐྱར་འདུག་བ་མང་དུ་མ་སྤེལ་ཡ་ཆེད་དུ་གད་སྙིགས་དེ་ཚོ་མང་ང་མ་ཡོང་བ་ཆེད་དུ་མི་མང་ལ་མང་པོ་མགོ་སྐོར་མ་བཏང་ཡ་ཆེད་དུ་ཨ་ནི་ང་ཚོ་བཤད་གི་ཡོད་རེད་ཡག་པའི་ཆ་ད་བརྒྱ་ཆ། དགུ་བཅུ། གོར་དགུ་ཨ་ནི་ཡག་པའི་ཆ་ཡོད་རེད་ད་བརྒྱ་ཆ་གཅིག་འདྲ་བོ་གཅིག་འདུག་པའི་ཆ་དེ་ཨ་ནི་ང་ཚོས་གི་ཡ་ད་སྟོན་གི་ཡོད་རེད་བ་འོ་དེ་འདྲ་གཅིག་རེད་ཞུ་ཡ་ཡིན་ཨ་ནི་ཐུགས་རྗེ་ཆེ་གནང་ད་ད་འདའི་ཆ་ལ་དངོས་གནས་དྲང་གནས་ང་ཚོས་ཚང་མས་དགེ་རྒན་ཆེན་པོ་ཞེས་བྱས་ནས་ལོ་རྒྱུས་དང་ལྡན་པའི་གི་ཐོག་ནས་དེབ་དེ་ཚོ་ཀློག་དགོས་ཡ་དེ་ནི་གལ་ཆེན་པོར་བཞག་ག་ལས། ཆུ་ལོག་མ་ཡོང་ངེས་ནས་ག་རེ་དེ་རང་རྒྱབ་དགོས་ཡ་དེ་ཚོ་གལ་ཆེན་པོར་བའང་ད་ལྟ་དེབ་རྩ་ཆེན་པོ་གཅིག་འདུག་ད་དེང་སང་དོ་སྣང་དཔེ་གནང་དགོས་འདུག་ཅེས་ཚོ་དྲ་རྒྱ་ནང་ལ་བདེན་དོན་རྡོ་རྗེའི་བྲག་རི་ལ་ནི་དེབ་འདུག་དེ་ཚོ་ང་ཚོས་ཡིན་གཅིག་མིན་གཅིག་ཀློག་དགོས་འདུག་ངོ་དེ་འདྲ་རེད་བཞག་ཐུགས་རྗེ་ཆེ་རྣམ་པ་ཚང་མ་ལོ་ད་རྒྱབ་སྐྱོར་གནང་བ་དང་ད་ངེད་ཀྱི་སྐད་ཆ་དེ་ནས་བཤད་བ་དེ་ཚོ་རྣམ་པ་ཚོས་གི་ད་ང་སྤྱི་བ་ལ་ཕན་ཡོང་བསམ་ནས་ནི་བཤད་ཀྱི་ཡོད། མ་འོངས་པ་ལ་སྤྱི་བ་ལ་གནོད་ཡ་དང། ཨ་ནི་གོང་ས་མཆོག་ཐུགས་ཕམ་ཡ། བོད་མིའི་སྒྲིག་འཛུགས་འདི་ལ་ནི་ནོར་སྐྱོན་དང། བོད་སྤྱི་བའི་རྩ་དོན་ལ་ནོར་སྐྱོན་ཡོད་ན། རྩ་བ་གཉིས་ནས་དོན་གྱི་ཡ་མེད་དེ་འདྲའི་སེམས་པའི་གཏིང་ལ་ཡང་མེད། ངོ་དེ་འདྲའི་ཞུ་ཡ་ཡིན། ཨ་ནི་མཐའ་དོན་ད་ད་རིང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་བླ་ས་རེད། ཨ་ནི་དཔེ་མི་སྲིད་ཀྱི་དགའ་ཚོར་ཆེན་པོ་ཡོང་གི་འདུག། ཨ་ནི། ང་ཚོ་ཚང་མ་གོང་ས་མཆོག་སྐུ་ཚེ་ཁྲི་ལོར་བརྟན་དགོས་དེ་གལ་ཆུང་པོར་བ་ཨ་འདི་སྨོན་ལམ་འདི་ཡིན་གཅིག་མིན་གཅིག་རྒྱབ་རོགས་གནང་ལན་ཞུ་ཡང་ཡིན་ཨེ་བོད་ནང་གི་གཞིས་ལུས་སྤུན་ཟླ་རྣམས་ཁ་ཚིག་ངེད་ཅག་རང་ཡང་བུ་མོ་ལོ་གཞོན་གཞོན་ཚེ་སྒྲོན་ལ་ཡང་ཁོང་ད་ལྟ་རྒྱ་ནག་དམར་གཞུང་གིས་ད་བཙན་ཁྲིད་བྱེད་བྱེད་ནས་ཕི་གའི་བཙོན་ཁང་ནང་ལོ་ལ་ནས་མནར་ཕྱིན་ནས་འདས་གྲོངས་སུ་གྱུར་འདུག་བ་ཨ་སོ་སོའི་ཕ་མ་ལ་སྐུ་ཕུང་ནས་ཀྱི་ད་ལྟ་རྩིས་སྤྲོད། བྱེད་ཀྱི་མི་འདུག་བ་རྒྱ་ནག་དམར་གཞུང་གིས་དེ་དང་དེ་མཚུངས་ད་ག་ཚོད་རེད་དཔའ་བོ་དཔའ་མོ་གདུག་རྩུབ་མྱངས་བསྡད་པ་དེ་ཚོ་གཅིག་སེམས་ལ་བསམ་པ་ཡིན་ན་ད་ལྟ་དེ་སྐུ་ཡི་ཡང་སྲིད་དང། རྒྱ་ངུ་སྐྱབས་མགོན་རིན་པོ་ཆེ་མཚན་ཐོག་ལ་ཞལ་འདེབས་སློང་ཡ་དང་རང་བཙན་མཁར་ལ་ཁྱེད་ནས་སྐྱབས་མགོན་ཨེ་འདི། མ་ཉེས་ཁ་གཡོག་བྱེད་ཡ་དང་སྤྱི་ཚོགས་ནང་ལོག་ལ་ཆོལ་ཁ་དང་ཚོགས་པ་དང་དེ་འདྲས་ཀྱི་ཐོག་ནས་དཀྲུག་དཀྲུག་བཏང་ཡ་དེ་འདྲས་རྩ་བ་ནས་ཚོར་ས་མ་རུ་བ། ཨ་ནི། ལྷག་པར་དུ་ཆུང་སྲིད་པན་ཆེན་རིན་པོ་ཆེ་མཆོག་ཡིན་ན་ད་གར་སོང་ཆ་མེད་རུ་བ། འཛམ་བུ་གླིང་ནས་ལོ་ན་ཆུང་ཤོས་ཀྱི་བཙོན་པ་རེད་བ། དངོས་གནས་དྲང་གནས་ང་ཚོས་ངས་ནི་བསམ་བློ་བཏང་དང། དངོས་གནས་དྲང་གནས། གོང་ས་མཆོག་གིས་ཏུའུ་སི་ཡང་རྗེ་ངོ་འཛིན་གནང་བ་དང་ཉི་མ་གསུམ་པ་དེ་ལ་ཏག་ཏག་ཕྱིན་ནི། སྐུ་ཆུང་སི་པན་ཆེན་རིན་པོ་ཆེ་མཆོག་ཁོང་གི་ཡབ་ཡུམ། ཨ་ནི། ཁོང་གི་རྒན་ལགས་བྱ་བྲལ་རིན་པོ་ཆེ་མཆོག་ཨ་ནི་དེ་ནི། ཕྱག་མཛོད་རྣམ་པ་ཚོ་པས་བཙན། བཙན་ཁྲིད་ཕྱིན་ནི་ད་ད་ལྟ་གར་སོང་ཆ་མེད་གྱུར་ནི་ག་འདྲས་རེད་ཆགས་ཡོད་མེད། དངོས་གནས་དྲང་གནས་བསམ་བློ་ཡག་པོ་བཏང་ན་ད་ང་ཚོ་བོད་པ་ཚང་མ། དངོས་གནས་དྲང་གནས་ཀྱི་ད་དེ་འདྲས་ལ་ནུས་པ་མཉམ་དུ་སྤུངས་བྱས་ནི་ཨ་ནི་བོད་མི་སྒྲིག་འཛུགས་ལ་ཕྱར་གྲུ་མཉམ་འདེགས་ག་རེ་ཞུ་ཡས་འདུག་བོད་མིའི་སྒྲིག་འཛུགས་ཀྱི་གཏན་ལ་ཕབ་པའི་སྲིད་ཇུས་དེ་ཚོ་ལ་ང་ཚོས་ཀྱི་ག་འདྲས་བྱས་ནས་ཡ་ལང་ལེན་བསྟར་ཐུབ་ཡས་འདུག་ཨ་ནི་དེ་འདྲས་བྱས་ནས་རྒྱ་བོད་དགོངས་པ་དེ་ཡ་འགལ་ཡས་ཀྱི་ཨ་ནི་ལས་ཀ་ག་རེ་བྱེད་ཡས་འདུག་བོད་སྤྱི་བའི་ཀྱི་རྩ་དོན་ལ་ག་རེ་སྤུངས་ཡས་འདུག་དེ་འདྲས་ཅིག་སེམས་ལ་འཁོར་བ་མ་ཤི་མ་རུང་ཁོག་བཅང་ཨ་ནི་དེ་འདྲས། སྤྱི་ཚོགས་གཏོར་ཐུར་བཏང་ཡས་ཨ་ནི་བོད་མིའི་སྒྲིག་འཛུགས་གཏོར་བཤིག་བཏང་ཡས་གོང་ས་མཆོག་ཀྱི་མཛད་རྗེས་དང་དགོངས་པ་དབུ་མའི་ལམ་དང་དེ་ཚོ་ལ་ཨ་ནི་མ་ཉེས་ཁ་གཡོག་བྱེད་གཏོར་བཤིག་བྱེད་རྩ་བ་གཉིས་ནས་དྲན་ཐུབ་ས་མི་འདུག་ཨ། མགོ་དེ་འདྲ་རེ་བཞག་ཨ་ནི། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་ལོར་བརྟན་པ་དང། ཨ་ནི་ཁོང་གི་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་པ་དང། བོད་ནང་གི་གཞིས་ལུས་སྤུན་ཟླ་ཡུལ་ཡོངས་ལ་ཨ་ནི་ང་ཚོ་ཚང་མས་ཀྱི་དུས་ལྟར་རྣམ་པ་ཀུན་ཏུ་ནས་གདུང་སེམས་མཉམ་སྐྱེད་དང་སྨོན་ལམ། ཨ་ནི་དཔའ་བོ་དཔའ་མོ་རྣམས་ལ་མྱ་ངན་གུས་འདུད་དང། ཨ་ནི་དུ། ཡོད་ཡོད་པ་རེད་འོང་དེ་ཡོད་ཞོལ་ཞེས་ནི། འདི་མཉམ་དུ་ལ་ཆུང་སྲིད་པཎ་ཆེན་རིན་པོ་ཆེ་མཆོག་ཨ་ནི་ཡབ་ཡུམ་ཨ་ནི། ད་ལྟ། ཁོང་གི་རྒན་ལ་བྱ་བྲལ་རིན་པོ་ཆེ་མཆོག་དངོས་གནས་དྲང་གནས་ཨ་ནི། སྐུ། འདི་ཡོད་པ་དང་ཚོར་ཤུགས་ཡོད་པ་དང་ཨ་ནི་ཁོང་ལྟ་དངོས་གནས་དྲང་གནས་ཀྱི། ཆུང་སྲིད། ཨ་ནི་དེ་ནས་རིན་པོ་ཆེ། རྩ་ཆེན་པོ། ཨ་ནི། ང་ཚོ་ཚང་མིག་གི་བཀའ་དྲིན། རྗེས་དྲན་ཞུ་ཡོད་པ་གཅིག་རེད་སྔོན་ནས་དྲང་ནས་ངོ་ཚ་རེད། ཐུགས་ཚོར་ཞུ་ཡོད་པ་གི་ཨ་ནི། སྨོན་མཐུན་གྲངས་མེད་ཞུ་གི་ཡོད་ཨོ་དེ་འདྲས་ཅིག་ཡིན་ཨ་ནི། ང་ཚོ་ཚང་མས་གི། ཧུར་ཐག་ཧུར་ཐག། གནང་དགོས་ཡ་འདི་གལ་ཆུང་པོ་རེད་ཞུ་ཡ་ཡིན། ལས་སུ་ཨ་ནི་མཐའ་མ་དེ་ལ། ཡིན་གཅིག་མིན་གཅིག་ང་ཚོས་གི། སྐྱོར་དགོས་ཨེ་འདི་གལ་ཆུང་པོ་འདི་འདི་རེད་ཤག་རྒྱ་བོད་ཞབས་རིམ་སྐྱོར་རོགས་གནང་ད་དེ་ཐད་གཏོང་ན་སྐྱོར་བདེ་བ་ཡིན་ན་ནི་རིང་པོ་ཆགས་འགྲོ་རོ། ཨནི་ཐ་མ་འདི་ལ་གངས་རི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ལུས་འབྱུང་བའི་གནས། སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡིས་ཞབས་པད་སྲིད་བདེ་བར་དུ་བརྟན་གྱུར་ཅིག། སྨོན་ལམ་ལོག་པའི་རྒྱ་བོད་བསྟན་པ་ལ་འཁུ་བའི་ནག་ཕྱོགས་གཟུགས་ཅན་གཟུགས་མེད་འདས། བསམ་སྦྱོར་ངན་པས་འཇུག་པར་མ་ལུས་པ། མཆོག་གསུམ་བདེན་པའི་རྩེ་ནས་སྤྱོད་གྱུར་ཅིག། ཐུགས་རྗེ་ཆེ་ཞུ་ཡ་ཡིན།